རྣམ་པ་ལྷན་རྒྱས་ཚང་མ་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན་ལྟ་རྒྱུན་རིང་པོ་གཅིག་བྱས་ལ་ཡང་དེ་རིང་སོ་སོ་ཁྱེད་གདོང་ཞུ་སོགས་འོ་བསམ་ཟེར་བ་ད་ཐོག་མ་དེ་ལ་ཡང་ལྟ་ཅིག་ཞུ་ཡ་གཅིག་ལ་ཡང་སྙེ་མ་ང་བསྡད་སའི་ཁང་པ་དེ་ནས་ང་རང་ད་ལྟ་སྤོས་ཡིན་པ་སྤོས་བྱས་ད་ད་ལྟ་ཁང་པ་དེ་ཏིས་ཞིག་གར་སེ་བོ་རེད་ལང་ཁ་དང་ཏིས་ཉེ་པོ་ཡོད་རེད་ར་ཉེ་བར་བཅས་ཨ་ནི་ཏིས་མོ་ཏྲའི་སྐད་ཏིས་ཏིས་གོ་གོ་འདུག་ཡིན་པས་ནི་ད་སོ་སོའི་སྐད་ཆེས་བརྒྱབ་ཅིག་ཨ་ནི། ནང་པ་ཚོ་ལ་ཡག་ཅིག་ཞུ་ཡག་གི་འབད་བརྩོན་ཅིག་ཡིན། ད་དེ་རིང་ད་ང་རང་ཚང་མས་མཁྱེན་གསལ་རེད་ཨ་ནི། རྒྱལ་བ་རིན་པོ་ཆེ་གིས་ང་ཚོ་བོད་མི་དམངས་ལ་ཡག་མང་གཙོ་གསོལ་རས་གནང་རྗེས་ཨ་ནི་ལོ་ངོ་དྲུག་ཅུ་རེ་བཞི་འཁོར་བའི་ཨ་ནི། རྡུལ་ཕྲན་གྱི་དུས་ཆེན་སྦྱིན་པ་སོང་ཙང་ཨ་ནི་རྣམ་པ་ལྷན་རྒྱས་ཚང་བ་ལ་ཡང་ཨ་ནི་བཀྲ་ཤིས་བདེ་ལེགས་ཞུ་བཞིན་ཞུ་ཡས་ཡིན། ཨ་ནི། ད་དེ་རིང་ངེད་ཀྱི་ཞུ་ཡས་དམིགས་ཡུལ་གཙོ་བོ་རུ་དེ་ག་རེ་ཡིན་ཞུ་བ་ཡིན་ན་ད། དང་པོ་ད་བཀྲ་ཤིས་པ་ནི་མ་ཞུ་བ་ཡིན་ན་ར། ད་བཀྲ་ཤིས་པ་ནི་མ་ཞུ་བ་ཡིན་ན་ད་ང་ཚོ། ཉེ་ཆར་ནི་རྒྱལ་བོ་རིན་པོ་ཆེ་ཕེབས་མཁན། ད་ང་རང་ཚང་མས་ཨ་ནི་མཁྱེན་རྒྱས་པ་རུ་གྱི་རེད་ཨ་ནི་ཨ་རིར་ཕ་ཨ་ནི་ཨོང། ཤ་བུའི་གཤག་བཅོས་གནང་སྐབས་ཕེ་དེ་ནས་ཨ་ནེ་ཡིན་སོ་སོ། གཤག་བཅོས་ཆ་ཚང་ལེགས་གྲུབ་བྱུང་རྗེས་ད་ལྟ་རྡ་རམ་ས་ལ་ལ་ཚུར་ཕེབས་རྗེས་ནས་ཨ་ནེ་ཡིན། བཀྲ་ཤིས་པ་དོན་གྲུབ་པ་ཚང་མའི་ཐོག་ནས་ཨ་ནེ་ཚུར་ཕེབས་རྗེས་འདུག་ཟིན་ད་ལྟ་ཕི་ཀའི་ཕོ་བྲང་ལ་ཡར་བཞུགས་ཡོད་རེད་ཨ་ནེ་ཡིན་དེ་ད་ང་ཚོ་རྡ་རམ་ས་ལ་ཡོད་པའི་མི་མང་ཙམ་མ་རེད་མོད་དེ་མ་ཡིན་པའི་ད་ཅིག་གལ་ཆེའི་མི་ཚང་མས་ཨ་ནེ་ཡིན་ཅིག་དགའ་འོས་པའི་གནས་ཚུལ་བྱེད་འདོད་ཚང་མ་ལ་ཨ་ནེ་ཡིན། དེ་གཅིག་ཨ་ནི་ངོ་ནས་བཀྲ་ཤིས་པ་ཞེ་བོ་ཅིག་འབྱུང་སོ་བསམ་པའི་སོ་སོའི་ཚོར་སྣང་དྲོ་བྱུང་སོང། ཨ་ནི་ད་འདི་དང་འབྲེལ་བ་ཡོད་པའི་ཐོག་ནས་ད་འདི་དང་འབྲེལ་བ་ཡོད་པའི་ཐོག་ནས་ག་རེ་ཞུ་འདོད་བྱུང་ཟེར་ན་སོ་སོ་རང་གི་བསམ་འཆར་དང་ཡང་སོ་སོ་རང་གི་བསམ་ཚུལ་རེ་འདི་འདྲས་ཡིན་འདུག་བསམ་པ་ཡང་འདི་ལ་ཡག་བྱེད་ཀྱི་རྒྱབ་ལྗོངས་ཀྱི་ཨ་ནི་བྱེད་ཀྱི་ཁུངས་དང་ལུང་དང་འདི་འདྲས་དྲངས་ཞུ་ཟེར་ན་ཞུ་ཡས་མེད་ད་ཡིན་ནའི་སོ་སོ་རང་གི་བསམ་ཚུལ་དེ་གཅིག་ཞུ་འདོད་བྱུང་ག་རེ་བྱེད་ན་ཞུ་མིན་ནའང་དེ་རིང་ཁ་སང་རང་ཚོའི་གི་སྤྱི་ཚོགས་དྲ་རྒྱའི་གི་ནང་ལོགས་ལ་ཡ་ད་ད་ཉིན་རྗེས་ད་དངོས་གནས་རྒྱལ་བ་དཀར་མོ་པ་གི་ཕྱག་བྲིས་འདི་ཕལ་པ་རེད་འདི་མ་ཡིན་པའི་ད་མི་མང་པོ་ཞིབ་གཅིག་རྒྱལ་བ་རིན་པོ་ཆེ་གི་ད་ཅིག་དངོས་གནས་སྐུ་ངལ་གསོ་དགོས་གི་འདུག་ཨ་ནི་རྒྱལ་བ་རིན་པོ་ཆེ་ལ་ཡག་ག་དུས་ནས་ཨ་ནི་ཅིག་བཤད་ག་དང་གསུང་ཆོས་ག་རེ་ཡིན་ཨ་ནི་གང་ཉུང་ཉུང་གནང་རོགས་གནང་ཟིན་ཨ་ནི་རེ་སྐུལ་གནང་ཉན་མང་པོ་འདུག་ལ་དེ་ལ་ཡང་ཨ་ནི་ཅིག་རྒྱབ་སྐྱོར་གནང་ཉན་ཧང་སང་ཡང་མང་པོ་འདུག་ཨ། ཨ་འདི་འབྲིང་དུ་བརྩམས་པ་ལ་འདི་ཡིས་ཕྱོགས་གཅིག་ནས་བསམ་བློ་བཏང་ན་ད་ང་རང་ཚོ་མི་མང་ཚོའི་གི་ངོས་ནས་ངོ་ནས་རེ་བ་དེ་འདྲའི་གཅིག་དང་ཨ་ནི་གཅིག་ངོ་ནས་ཞུ་འབུལ་དེ་འདྲའི་གཅིག་ཕུལ་བ་དེ་ལྷག་བསམ་རྣམ་དག་ཡིན་པ་སོང་ཙང་ངོ་ནས་ཚང་མས་གི་སེམས་ལ་ཐུགས་ཁྲལ་བྱོན་ནས་ཕུལ་གོ་ར་ད་ཡིན་པས་ནས་ཡང་ཕྱོགས་གཞན་པ་ཅིག་ནས་བསམ་བློ་བཏང་པ་ཡིན་ནར་ད་ང་ཚོ་རྒྱ་བོ་རིན་པོ་ཆེ་ད་འདྲ་དགུང་གྲངས་ད་དགུ་བཅུ་ལ་ཕེ་ལ་ཉེ་བའི་དུས་ཚོད་དེ་ལ་ཡ་ད་ང་ཚོས་ཕྱི་ལོག་ལ་ཕྱི་ལ་ཉམས་ཞིབ་བྱས་པ་ཡིན་ནར་ད་ཕྱི་ལ་ཉམས་ཞིབ་བྱས་པ་ཡིན་ན། རྒྱལ་པོ་རིན་པོ་ཆེ་སྙེ་མ། ང་ཚོ་དེ་ཏོག་དབྱིབས་ཀྱི་ནད་གཞི་སྐབས་ལ་ཡང་ནི་ཅིག་ཕོ་བྲང་ནང་ལོགས་ལ་ཡང་ནི། བཞུགས་ཅིང་ཕྱི་ལོགས་ལ་བཅས་ཕས་མེད་པ་བཅས་ནི་ཕོ་བྲང་ནང་རང་ལ་བཞུགས་ནས་ལོ་གསུམ་ནང་ལོགས་ལ་ཡང་ང་ཚོས་དོ་སྣང་གནང་པ་ཡིན་ན། ཧང་སང་ཡག། དགོང་ལོ་བགྲེས་པོ་ཆ་ཡག་མང་པོ་ཅིག་དུས་ཚོད་འདིའི་ཁོ་ར་ནང་ལོགས་ལ་ཧང་སང་ཡག་འགྱུར་བ་ཤུགས་ཆེན་པོ་ཐེབས་པར་རྒྱལ་པོ་རིན་པོ་ཆེ་སྐུ་ལ་ཡོད། དེ་འདྲས་ནས་བརྩམས་པ་ལ་ང་ཚོས་ཀྱིས་བསམ་བློ་ཅིག་བཏང་བས་ན། དགོང་ལོ། ཐོར་བུ་དག་ག་ཟི་འཕེལ་གཉེན་གྱིས་ཨ་ནི་རྒྱལ་བ་རིན་པོ་ཆེ་ལྟ་བུ་ཅིག་འཆར་བཞག་མིན་ན་མི་མང་པོ་ཅིག་གཉེན་པོ་ད་ང་ཚོ་འདི་ཡིན་ཅིག་ང་ཚོ་གྲོགས་པོ་ནང་ཁུལ་ལས་འཚམས་འཚམས་ཨེ་འདྲའི་གྲོས་བསྡུར་འགྲོ་བྱུང་ཟེར་ཨ་ནི། མི་མི་ཕན་ཚུན་ཕ་ཚོ་ཐུག་འཕྲད་བྱས་ད་ཨ་ནི་རྒྱལ་བ་རིན་པོ་ཆེ་གྱིས་ད་ལྟ་ཅིག་ད། ཞེ་ས་མ་ཞུ་བས་ན་ཀླད་པ་ཡོད་ར་ཨ་ནི། ཀླད་པ་འདི་སིལ་བུ་དང་གུ་ཡངས་པོ་ཨ་ནི་ཅིག་དོ་སྣང་ག་ས་ག་ལ་སྤྲད་ཡས་ཡོད་པ་ཅིག་བཟོས་ཏེ་དཔེ་གལ་ཆེན་པོ་རེད་བསམ་འདུག་ལོ་དགོང་ལོ་ཟླ་ག་ཚོད་ཆེན་པོ་ཆགས་དུས་རྩོམ་པ་ག་ཅིང་ཞུས་པས་ན་མིག་མེད་པ་བཅས་ཨ་ནི་ག་དུས་ནས་ཅིག་ཁང་པ་གཅིག་ནང་ལོག་ལ་ཡག་ཚུལ་ཨ་ནི་ཡང་མིན་འདི་བ་ཅིག་ཞབས་སྒོར་འགྲོ་བ་ཕལ་ཡས་མ་ཞུ་ཨ་ནི་འདི་བ་ལ་ཅིག་བསམ་བློ་ཕག་ཚུགས་བཏང་ཡས་མང་པོ་མེད་པ་ཡིན་ཨ་ནི་རང་བཞིན་གྱིས་མི་འདི་ཀླད་པའི་གི་སྒྲིབ་པ་འདི་མ་བརླག་འགྲོ་དུ་བརླག་འགྲོ་དུས་སམ་ཨ་ནི་ཅིག་ང་ཚོ་ད་ཚན་རིག་གི་ཐོག་ནས་བཤད་ཡོད་ན་ད་ག་རང་ར་བསམ་བློ་ཞིག་ར་མ་བཏང་བར་ཅན་ཨ་ནི་ཅིག་སྐར་གསུམ་རེ་ཉེན་གསུམ་མང་པོ་བསྐྱོན་པའི་ནང་ཨ་ནི་མི་མང་པོ་ཐུག་མི་མཉེན་པོ་སྐད་ཆ་བཤད་འདི་འདྲ་བྱས་པའི་ནང་སྤྱིར་བཏང་གི་ཨ་ནི་ཏིས་ཅིག་ཀླད་པའི་གི་འཕྲོད་བསྟེན་རེད་འདི་མིན་པོ་གཟུགས་པོའི་གི་འཕྲོད་བསྟེན་ནི་ཡ་ཏིས་ཡང་ཅིག་ཕན་པ་མེད་འགྲོ་བསམ་པའི་བསམ་འཆར་བཅས་དེ་འདྲའི་འགྲོ་ཅིག་ང་རང་གི་ཚོར་སྣང་ཨེ་འདྲའི་འགྲོ་བཞིན་ཡོང་གི་འདུག་ར་ང་ཚོའི་རོགས་པ་དེ་འདྲའི་དེ་འདྲའི་ཚོར་སྣང་འབྱུང་གི་འདུག་དེ་འདྲའི་ཡིན་འདུག་བསམ་པ་ལ། ཡང་ཅིག་རྦད་ཁོ་རང་རྦད་ཨ་ནེ་ཅིག་བྱས་ཁ་མ་གནང་བ་དང་འདྲ་རྦད་དེ་གསུང་ཆོས་དེ་འདྲའི་མ་ཕེབས་ཅིག་དེ་འདྲའི་ཞུ་བས་ནི་ཡང་འདི་གི་ཕན་པ་ལས་གནོད་ཆེ་མེད་འགྲོ་བསམ་པའི་སོ་སོའི་དོགས་འཆར་འགྲོ་བཞིན་དེ་འདྲའི་དེ་འདྲའི་འགྲོ་བརྗོད་འདུག་དེ་འདྲའི་ཡིན་འདུག་ཡང་ཅིག་མི་མང་རྣམ་པ་ཚོ་སྙིང་རྗེ་ཐུགས་ཐུགས་གནང་རོགས་ཡ། ཐུགས་དོགས་ཤུགས་ཆེན་པོ་ཡོད་པ་ཡིན་ན་འདི་ཚོའི་ཐོག་ལ་ཡང་ཏིས་དགོངས་པ་བཞེས་པ་ཡིན་ན་ཡང་ཅིག་དངོས་གནས་རྒྱ་རོམ་ཆེ་མ་ཕྱི་ལོག་ལ་ཕེབས་ཡ་རེད་འདི་མེད་པའི་མི་མང་ལ་ཡང་བཀའ་ཆོས་གནང་ཡ་རེད་འདི་མེད་པའི་མཇལ་ཁ་གནང་ཡ་རེད་འདི་འདྲའི་གི་དུས་ཙམ་པར་ཡང་ཅིག་རིག་པ་ལས་ལུས་རྩལ་སྤྲོ་བྱེད་རག་བྱེད་ཅིང་ཨ་ཏིས་ཅིག་ཡང་འདི་ཅིག་འཕྲོད་བསྟེན་དང་གང་ཅིའི་ཐད་ལ་ཡིན་མིན་ནི་ཏིས་ཅིག་ཕན་པ་མེད་འགྲོ་བསམ་བསམ་སྤྲོ་བྱེད་ད་ཡང་འདི་ཅིག་འདུག་ར་འདི་འདྲའི་ཡིན་དུས་ཙམ་པར་འདིའི་ཐོག་ལ་ཡང་ཅིག་ང་ཚོའི་གི། བསམ་བློ་ཞིམ་པ་ཅིག་གཏོར་ནས་གད་ཏིགས་སི་བཏང་ཡ་མེད་འགྲོ་བསམ་པའི་བསམ་བློ་གྲོགས་ཅིག་འདི་འདྲའི་གྲོགས་བྱེད་རེད་ཞེ་ཡ་ང་ཚོ་ཆོས་ལྡན་སི་ཏུ་བཙན་པོ་དགའ་དུས་ནས་ཅིག་ང་ཚོ་ན་གི་ཏུ་ལ་ནི་ཉའི་དད་པ་ཡིན་ན་ང་ཚོ་ང་ཚོ་མི་གང་སར་ཕེབས་པ་ཚོ་ཡིན་ནའི་ན་གི་ཏུ་ལ་ནི་ཉའི་དད་པ་ཡིན་ན་གཟུགས་པོ་དེ་ཁོབ་ཏུ་ཚར་དང་པུ་སུ་ཏོག་རུ་ཉོབ་ཏུ་ཚར་རུ་འགྲོ་ཡ་ཅིག་ཡོང་གི་འདུག་སྤྱིར་བཏང་རང་བཞིན་གི་ཡོད་དེ་ཡིན་དུས་བཙན་པོ་ལ་ཏིས་ཅིག་སི་སངས་སི་ཅིག་གུ་ཡངས་སི་ཅིག་དེ་བ་ལ་ཕྱི་ལོག་དེ་བ་འགྲོ་ཅིག་ཕྱི་ནི་ཡང་ན་ཚ་ཡིན་ནའི་གྱོ་ག་འདྲ་ཡ་འདྲ་བ་ཅིག་རང་བཞིན་གི་ཀླད་པ་ལ་ཡ་ཨ་ནི་ཅིག་གར་སོགས་རེད་ཨོང།

འདི་བསམ་ཚུལ་གཅིག་ཡིན། ད་བསམ་ཚུལ་གཉིས་པ་དེ་ད་ག་རེད་ཟེར་ན་ད། ད་ང་ཚོ་སྤྱི་ཟླ་དགུ་པ་གི་དེ། རྡ་རམ་ས་ལར་འགྲོ་འཆར་བཞག་པའི་ནས་སྤྱི་ཟླ་དགུ་པ་དེ་བཀྲ་ཤིས་པའི་དོན་དེ་ད་དང་པོ་བྱུང་པ་རེད་ད་དེ་རིང་སྤྱི་ཟླ་དགུ་པའི་ཚེས་པ་གཉིས་ལ་ཡང་དམངས་གཙོ་དུས་ཆེན་འདུག་ཟེར་ནས་བཏང་ཨ་ན་བཀྲ་ཤིས་པ་བཅས་ད་རང་ཞོགས་པའི་བཀའ་ཤག་ངོས་ནས་ཡིན་པའི་ནས་ལས་ད་ཅིག་གསུང་འཕྲིན་དེ་ཚོ་ཚང་མ་དངོས་གནས་རྒྱ་གོར་མོ་ཆེ་གི་མཛད་པ། གཙོ་བོ་ལུ་ཞབས་པའི་ཐོག་ནས་གསུང་འཕྲིན་ཧང་བསང་ཡིག་གཟབ་བརྒྱད་པོ་གནང། དེ་འདྲའི་ཡིན་པ་སོང་ཙང་འདི་བཀྲ་ཤིས་པའི་དོན་སྒྲོག་བྱུང་ལྟ་ཡིན་ངེས་ལེ། སོ་སོས་ཀྱི་བསམ་ཚུལ་འདྲ་བོ་དེ་ག་རེ་ཞུས་འདོད་བྱུང་ཟུས་ན་ད་ང་ཚོ་གི་ད་ལྟ་སྤྱི་ཟླ་དགུ་པའི་ནང་ཡར་གྲོས་ཚོགས་ཚོགས་གྲོགས་ཡོད་རེ་ཡོ། གྲོས་ཚོགས་ཚོགས་གྲོགས་ཡོད་དུས་ཙམ་པ་ལ། སྤྱིར་བཏང་ནས་ད་ང་ཚོས་ཀྱི།

འཆར་སྣང་འགྲོ་འདི་གཉེར་ལ་ལེགས་འདུག་ཨ་ནི་འདི་རྗེས་ལ་ཨ་ནི་ཅིག་བཀྲ་ཤིས་པ་ག་རེ་ཡོང་གི་འདུག་འདི་ཚོ་ང་ཚོ་བསམ་བློ་ལྟ་ཅི་ཐང་མི་ཚང་མས་ཀྱི་བསམ་བློ་ནང་ལོག་ལ་འཆར་སྣང་འདི་འདྲ་འགྲོ་ད་མིག་རང་གཤིས་འདི་འདྲ་རེད་ད་ཅིག་ཅིག་ཐང་འདུག་ག་འགྲོ་བ་བརྗོད་ཀྱི་འདུག་འདི་ལ་དོ་སྣང་ཆེད་ལས་དང་ཡག་ག་འདི་འདྲ་བྱུང་ན་ཡང་འདི་ལ་དོ་སྣང་ཞེ་དྲག་མེད་འགྲོ་བྱེད་རེད་ར་ཨ་འདི་འདྲ་ཡིན་དུས་ང་དེ་རིང་ཨ་ནི་གྲོས་ཚོགས་ལྟ་ཚོགས་ལ་ཉེ་བར་སོང་ཙང་ཨ་ནི་གྲོས་ཚོགས་དང་འབྲེལ་བ་ཡོད་པའི་ཐོག་ནས་ཨ་ནི་ང་རང་ཚོ་མི་མང་ཚོ་ལ་ཨ་ནི་དང་པོ་ཨ་ནི་དམའ་ས་ནས་ཡག་བྱས་ང་ཚོ་མི་མང་ཚོ་ལ་ཡག་ཨ་ནི།

འགྲིག་ནས་རེད་མ་འགྲིག་ནས་ག་རེ་ནས་ང་ཚོ་བློ་དེ་དེ་ལ་མ་ང་ཆོག་ཡ་དེ་ང་ཚོ་མི་ཚང་མའི་གི་གཤིས་ཀ་རེད་ད་མི་གི་མི་ཁོ་རེ་གི་གཤིས་ཀ་ན་ཡོད་རེད་ར། དེ་འདྲ་ཡིན་ཚོད་པ་ད་ད་རིག་འདི་ལ་ངས་གི་ད་མི་མང་ཚོས་གི་གྲོས་ཚོགས་གཟིགས་པའི་སྐབས་ལ་ཡ་ཨ་ནི་གཟིགས་སྟངས་ག་འདྲ་གཟིགས་ན་ཡག་པོ་འདུག་བསམ་སོ་སོའི་བསམ་ཚུལ་དེ་གཅིག་ཞུ་གོ་བསམ་སོ་ར། ད་དེ་འདྲ་ཡིན་ཚོད་པ་ང་ཚོས་གི་གྲོས་ཚོགས་ཟེར་དེ་ང་ཚོ་དཔེ་ཆ་ཞབས་པའི་ནས་ཆབ་སྲིད་གི་ཚོགས་པ་མེད་པའི་གི་ཨ་ནི་གྲོས་ཚོགས་ཡིན་དུས་བསམ་པ་ལ་ང་ཚོ་ལ་གྲོས་ཚོགས་གཅིག་ཡོད་རེད་འཛིན་སྐྱོང་གཅིག་ཡོད་རེད། དེ་འབྲེལ་འཛིན་པ་ལ། གྲོས་ཚོགས་ཀྱི་ལས་འགན་འདི་ག་རེ་ཞུས་མིན་ན། འཛིན་སྐྱོང་དཀར་ཡལ་རེད་ད། འདི་ཡིས་ང་ཚོའི་གི་རྨང་གཞི་འདི་ལ་ངོས་འཛིན་བགྱི་དགོས་ད་དཔེ་གལ་ཆེན་པོར་བཟུང་ཐུབ་གྲོས་ཚོགས་ཀྱི་ལས་འགན་གཙོ་བོ་འདི་ག་རེ་ཞུས་མིན་ན་ཁྲིམས་བཟོས་རེད་བ། ཁྲིམས་བཟོས་པ་ན་བཞིན་ང་ཚོ་ལ། གྲོས་ཚོགས་རང་གི་ཨ་ནི། སྤྱི་འཐུས་ཁོ་རང་གི་ངོས་ནས། ཨ་ནི་འཛིན་སྐྱོང་ནང་ལོགས་ལ་ཡ་ད་རྒྱ་གར་ན་བཞིན་བྱས་ནས་སྤྱི་འཐུས་དེ་ཚོ་ལ་ཡ་ད་ཅིག་དངུལ་ཕོན་ཆེན་པོ་ཅིག་རག་ཨ་ནི་དེ་སོ་སོ་སོའི་ས་གནས་ས་གནས་ཡར་རྒྱས་བཏང་དེ་འདྲས་བྱས་དགའ་ཡོད་མ་རེད། གྲོས་ཚོགས་ཀྱི་ལས་འགན་ག་རེ་ལ་ན། འཛིན་སྐྱོང་གི་ནང་ལ་མེད་པའི་ཐོག་ནས་ཨ་ནི་སོ་སོས་ཀྱི་ལས་ཀ་འཛིན་སྐྱོང་གི་ག་འདྲས་བྱེད་ཀྱི་འདུག་ལྟ་ཡ་དེ་གྲོས་ཚོགས་ལས་འགན་ཡིན་འདུག་བསམ་པ་ལ། གྲོས་ཚོགས་ནང་ལོག་གི་སྤྱི་འཐུས་ཚང་མ་ག་འདྲས་གོ་རུ་ལབ་ཡིན་ན། གྲོས་ཚོགས་ལ་འཛིན་སྐྱོང་ལ་ཡང་ལས་ཀ་ག་འདྲས་ག་འདྲས་བྱེད་ཤ་གར་གར་བྱེད་མི་འདུག་གར་གར་བྱེད་མི་འདུག་དེ་པར་ཐུགས་ཉན་ཐུ་མི་རྐྱང་རྐྱང་གོ་རུ་གདའ། དེ་ང་ཚོ་ཚང་མས་ཀྱི་གལ་ཆེན་པོ་རེད་གདའ། མཁྱེན་དགོས་ཡ་གལ་ཆེ་ཤོས་དེ་དེ་འདྲས་ཅིག་ཡོད་པས་ན་གྲོས་ཚོགས་ཚོགས་གི་འདུག་ཟེར་དུས་ཙམ་པ་ལ་འཛིན་སྐྱོང་པ་མི་ཚང་མ་ཚ་གི་ཚིག་གི་ཆག་ཡ་ཅིག་མི་འཇིག་མི་འཇིག་གོ་རེད་ད། འདི་ཨ་ནི་ཡར་རྒྱས་འགྲོ་གོ་ང་ཚོ་འཛིན་སྐྱོང་ཡར་རྒྱས་འགྲོ་གོ་རེད་ཨ་ནི་སྤྱིར་བཏང་གི་གྲོས་ཚོགས་ཁོ་རང་གི་ལམ་ལུགས་ཁོ་རང་ཡར་རྒྱས་འགྲོ་གོ་ག་རེ་ཞུས་ན། འཛིན་སྐྱོང་དེ་ལ་གལ་སྲིད་སྐར་ལྔའི་གྲོས་ཚོགས་ཡག་པོ་ཅིག་མེད་པས་ན་ད་གྲོས་ཚོགས་ཚང་མ་འཛིན་སྐྱོང་ག་རེ་གསུང་ནས་ལས་ཨང་ཨང་ཨང་ལ་ཉན་འདེད་ཉན་སྦྱིན་པས་ན་འཛིན་སྐྱོང་ལྷོད་ཡངས་འགྲོ་གོ་རེད་ད། འཛིན་སྐྱོང་ལྷོད་ཡངས་འགྲོ་པས་ན་དམངས་ལ་གྱོང་རེག་གོ་རེད་ད། དེ་འདྲས་ཙམ་པ་ལ་འཛིན་སྐྱོང་དེ་ག་འདྲས་འགྲོ་དགོས་ཟེར་ན། གྲོས་ཚོགས་ནང་ལོགས་ལ་ཡང་ཨ་ནི་གྲོས་ཚོགས་འཚོགས་པའི་སྐབས་ལ་ཡང་འཛིན་སྐྱོང་གི་ལས་ཀ་འདི་ག་འདྲས་ག་འདྲས་བྱེད་བྱ་འདི་ག་འདྲས་ག་འདྲས་བྱེད་བྱ། བཀར་ཐུག་ཉེན་ཡག་པོ་བཀར་ཐུག་ཉེན་ཨ་འཛིན་སྐྱོང་གི་ཡིན་ན་ལན་ཧྲ་ཐག་ཐག་ཐག་ཐག་ཐག་རྒྱག་ཐུག་ཉེན་དཔེ་བཞིན་ལྷན་ཁང་འགྲོ་ཡིན་ད་དེ་རིང་ནང་སྲིད་ལྷན་ཁང་ཡིན་ལ་ན་ནང་སྲིད་ཀྱི་དྲུང་ཆེ་དང་ལས་བྱེད་ཚང་མ་ཨམ་ཆོས་ཀྲོང་ཀྲོང་བསྡད་དགོས་ཡ་ཆེ། བཟོ་དགོས་ཡ་དེ་གྲོས་ཚོགས་ལས་འགན་རེད་ད་དེ་འདྲས་ཡིན་དུས་ཙམ་པ་ལ་གྲོས་ཚོགས་ནང་ལོགས་ལ་ཡང་དྲི་བ་བསྐུར་ཡ་དེ་ཧང་སང་ཡ་གལ་ཆེན་པོར་འཛིན་སྐྱོང་བཀར་ཡ་ཞིག་ད་འདི་གིས་སྤྱི་ཚོགས་ཡར་རྒྱས་འགྲོ་གི་རེད་ཟེར་དེ་འདྲའི་གནས་ཚུལ་མ་ལ་མི་མང་ཚོའི་ངོས་ནས་གལ་སྲིད་གྲོས་ཚོགས་ནང་ལོ་ཡང་ང་ཚོས་གཟིགས་པའི་སྐབས་ལ་ཡང་གྲོས་ཚོགས་ཀྱི་ཨ་ནེ་ཅིག་འཛིན་སྐྱོང་ལ་ཡང་དྲི་བ་བཏང་གི་འདུག་ན་རྒྱལ་བོ་འདིས་མཁར་གཏུགས་གནས་ལ་ཕེབས་སྐབས་དོན་ལ་ཐུག་པ་འདི་འདྲའི་ཡག་པོ་ཆེ་གནང་གི་འདུག་ན་འདི་ལ་ཡང་ང་རང་ཚང་མས་ཀྱིས་རྒྱབ་སྐྱོར་བྱེད་དགོས་དཔེ་གལ་ཆེན་པོ་རེད། ད་འདི་དཔེ་གལ་ཆེན་པོ་རེད། འདི་ཨ་ནི་ང་རང་ཚོ་གཟིགས་མོ་གཟིགས་ཉེན་ཚོའི་ངོས་ནས་འགྲོས་ཚོགས་གཟིགས་ཉེན་ཚོའི་ངོས་ནས་ཨ་ནི་འདི་གི་ཐོག་ལ་ཡ་ཡིན་གཅིག་མིན་གཅིག་ཨ་ནི་དོ་སྣང་གནང་པའི་ཐོག་ནས་དཔྱད་པ་བྱས་འདི་ཧང་སང་ཡ་གལ་ཆེན་པོ་རེད། ཨ་ནི་གཅིག་བེད་ཁོ་རང་དྲི་བ་བསྐུལ་བ་ཙམ་གྱི་ནོར་འཁྲུལ་ཡིན་པ་དང་ཨ་ནི་བེད་ཁོ་རང་དོགས་གཞི་བཏོན་པ་ཙམ་གྱི་ནོར་འཁྲུལ་ཡོད་པ་རྐྱང་རྐྱང་བསམ་བསྡད་པ་ཡིན་ན་ཨ་ནི་སོ་སོ་ཡི་ཀླད་པ་ན་རོ་རེད་ལ་ཨ་ནི། སྤྱི་ཚོགས་ལས་གནས་ཕན་ཡག་དགའ་དགོས་རེད་ཡོད་མ་རེད་ད་འདི་ང་རང་ཚོ་མི་མང་ཚོའི་ངོས་ནས་གྲོས་ཚོགས་ཟིག་པའི་སྐབས་ལ་ཡང་གཟིགས་སྟངས་དེ་འདྲའི་འདྲ་བ་ཞིག་རེད་ད་འདི་ངས་མི་མང་ལ་ཡང་རེ་དགོས་རེད་ད་གྲོས་ཚོགས་ནང་ལོགས་ལ་ཞུགས་པའི་འཐུས་མི་ཚོ་སྤྱི་འཐུས་ཚོ་ལ་ཡང་ད་ཅིག་གཟིགས་ཉེན་ཡོད་མིན་ད་ཧ་གོ་མ་སོང་ད་གལ་སྲིད་གཟིགས་ཉེན་རག་ཡོད་པ་ཡིན་ན་ཡང་ད་རེ་བ་ཆེ་ཤོས་དེ་ག་རེད་ཟེར་ན་གྲོས་ཚོགས་ནང་ལོགས་ལ་ཡང་བཀའ་མོལ་གནང་པའི་སྐབས་ལ་ཡང་སོ་སོ་མི་མང་གི་འཐུས་མི་ཞིག་ཡིན། གྱིན་གྱི་ཡོད། བསམ་པའི་ཐོག་ནས་བཀའ་མོལ་གནང་རོགས་གྱིས་གྲོས་ཚོགས་ནང་ལོར་ཡ། ལྟ་གཅིག་སྤྱི་ཚོགས་ལ་བརྡབ་གསིག་བྱུང་ན་མ་བྱུང་ན་སྤྱི་ཚོགས་ཕར་ཚུར་གཅིག་གླེང་སློང་མང་པོ་ཡོང་གི་ཡོད་དང་མེད་འདི་གའི་གནས་ཚུལ་གལ་ཆེ་ཤོས་གཅིག་ག་རེ་ན་གྲོས་ཚོགས་ནང་ལོར་འཐུས་མི་ཚོའི་ངོས་ནས་བཀའ་མོལ་གནང་སྟངས་ལ་དཔེ་ཁྱད་པར་ཤུགས་ཆེན་པོ་བསྒྲུགས་འདུག། ད་གྲོས་ཚོགས་ནང་ལོགས་ལ་ཡང་གལ་སྲིད་འཛིན་སྐྱོང་ལ་ཡང་སྤྱི་འཐུས་ཚོའི་ངོས་ནས་དྲི་བ་བཏང་གི་ཡོད་པ་ཡིན་ན། གནད་དོན་འདི་ལ་རན་པའི་ཐོག་ནས་གནད་དོན་འདི་དང་དེ། གནད་དོན་འདི་ལ་ཕན་པ་ཅིག་གི་བསམ་བློ་ཅིག་འཁྱེར་བའི་ཐོག་ནས་དྲི་བ་ཡག་པོ་ཅིག་བསྐུལ་བ་ཡིན་ན། མི་མང་གི་ཡིན་ནའི་དགའ་བསུ་ཞུ་གི་རེད། འཛིན་སྐྱོང་གི་ཡིན་ནའི་རེད། སོ་སོས་ཀྱི་ལན་ཏག་ཏག་ཞིག་རྒྱག་གི་རེད། ད་དེ་མེད་པ་བྱས། ཨ་ནེ་གཅིག་དཀོན་མཆོག་གསུམ། གཅིག་བུ་ཆོས་སྔོན་ནས་དགྲ་ལམ་པར་གྱི་རྙོག་དྲ་དེས་ཁེལ་ཡོང། བུ་ཆོས་སྔོན་ནས་སོ་སོའི་གི་མ་ག་པའི་གི་རྣམ་འགྱུར་དེ་དེས་སྟོན། ཨ་ནེ་གཅིག་དགུ་རྒྱུ་གྲོགས་གཅིག་ལུག་འདི་འདྲ་གཅིག་ནས་གཅིག་མི་འདྲ་གྲོས་ཚོགས་ནང་ལོགས་ལ་སྐད་ཆ་ཕྱོགས་ཡོད་ལ་མ་ལོས་ཚང་མ་སྤྲད་ནས་ཨ་ནེ་དྲི་བ་བཀོད་པ་ཡིན་ན། མི་མང་ཉེ་ཉེ་ཡིན་ནའི་ཉོ་གི་རེད་འཛིན་སྐྱོང་ལན་རྒྱག་ཉེ་ཡིན་ནའི་ཉོ་གི་རེད། དེ་འདྲ་ཡིན་དུས་སམ་པ་ལ་དངོས་གནས་ཁོ་རང་རྟག་རྒྱ་བ་རིན་པོ་ཆེ་ཚང་མས་གསུང་སྐོར་ར་ར་བཏང་བ་ནི་རྒྱ་བ་རིན་པོ་ཆེ་གི་དངོས་གནས་ཐུགས་ལ་རེམ་པ་ཕན་པ་ང་རང་ཚོ་ད་དགོང་ལོ་འབྲས་བུ་ཟླ་ག་ཟིག་ཟིག་ལ་ད་དངོས་གནས་ཕན་པ་ཞིག་འདུག་བསམ་ན་གྲོས་ཚོགས་ནང་ལོག་གི་འཐུས་མི་ཚོས་ཡིན་གཅིག་མིན་གཅིག་བཀའ་ལན་གནང་པའི་སྐབས་ལ་ཡིན་ནའི་རེད་བཀའ་ལན་ས་འབྲི་བ་ཕུལ་པའི་སྐབས་ལ་ཡ་ད་དངོས་གནས་ཁོ་རང་འཛིན་སྐྱོང་ལ་ཡར་འཕེན་ས་རེད། འདི་བཤད་པ་ཡིན་ན་འཕེན་ས་རེད་འདི་བཤད་པ་ཡིན་ན་གནོད་ས་རེད། དེ་འདྲའི་གི་བསམ་བློ་བཏང་པའི་ཐོག་ནས་ཨ་ནི། འཛིན་སྐྱོང་ལ་དྲི་བ་བསྐུར་རོགས་གནང་ཞེས་འདྲ་རེ་དགོས་ཞུ་ཡིན། ཨ་འཛིན་སྐྱོང་ནང་ལོགས་ལས་ནས་ཕྱག་ལས་གནང་མཁན་དཔོན་མང་པོ་ཡོད་རེད་ཡ། ནོར་འཁྲུལ་དག་ཤོར་གི་ཡོད་ཀྱི་རེད་ནོར་འཁྲུལ་ཤོར་མཁན་དེ་ཚོ་ལ། དྲི་བ། སྤུས་དག་པོ། གུས་ཞབས་ལྡན་པ་གུས་བརྩི་ལྡན་པ། འོག་ནས་ཡར་གཞོན་སྐད་ཅིག་གིས་གྲོས་ཚོགས་ལ་བལྟ་བ་ཡིན་ནའི་ཨོ་ང་ཚོའི་གྲོས་ཚོགས་ལ་ན། བཀའ་མོལ་གནང་སྟངས་གཅིག་གི་ཐོག་ནས་ཡིན་པའི་གནད་གཅིག་རྦད་མིག་དཔེ་ལྟ་འོས་པ་གཅིག་ལྟ། འཐུས་མི་ཚོའི་ངོས་ནས་གནང་ཡ་དེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ར་འདི་གི་ཟླ་དྲུག་པོ་དྲུག་ཚང་མ་བཟོ་ཡ་འདི་རེད་ཞིག་ལྟ། འཐུས་མི་ཚོའི་ངོས་ནས་ར་ལང་ཆེ་ལང། ཨ་ནི་ཁྱོད་དང་ང་ཚོ་རྦད་གོ་རུ་འཕེན་ནོ་ཚོད་ཅིག་ངར་ངར་རྫིག་རྫིག་ར་ཞིག་ཅེས་ཨ་ནི་རྦད་གོ་རུ། ཁྱོད་སྟག་ལ་དཀར་ས་སྟག་རིགས་བཅོ་བརྒྱད་ཡོད་ན་ངའི་གཟིགས་ལ་ཨ་ལོང་བཅུར་དགུ་ཡོད་དོ་འདོག་གི་ཨ་ནི་སྐད་ཆ་བཤད་ན་དེ་འདྲའི་བཤད་བསྡད་པ་ཡིན་ན་ཨ་ནི་དངོས་གནས་ཁོ་རང་ད་འཛིན་སྐྱོང་ལས་ཕན་གི་མ་རེད་གྲོས་ཚོགས་ལས་ཕན་གི་མ་རེད་མི་མང་ལས་ཕན་གི་མ་རེད་ད་དེ་འདྲའི་རྩོམ་པ་འདི་ཚོ་ཨ་ནི་ད་རེས་བཀུར་འོས་སྤྱི་བདེ་རྣམ་པ་ཚོའི་ངོས་ནས་གྲོས་ཚོགས་ཚོགས་པའི་སྐབས་ལ་ཡ་བཀའ་མོལ་གནང་བའི་སྐབས་ལ་ཡང་ཡིད་གཟབ་ནན་ཏན་གནང་རོགས་ནའང་ཞུ་ཡིན་ར་སྤྱིར་བཏང་ཁ་རི་ཁ་ཐུག་ལ་དེ་གལ་ཆེན་པོ་ཡིན་གྱི་རེད་ད་ཁ་རི་ཁ་ཐུག་གསུངས་པ་ལས་གསུངས་སྟངས་ཡོད་རེད་ད་ཡོད་ཁ་རི་ཁ་ཐུག་ལ་ཡང་གུས་བརྩི་ལྡན་པའི་ཐོག་ནས་གསུངས་སྟངས་ཡོད་རེད་ཁ་རི་ཁ་ཐུག་ལ་དེ་ཙམ་པར་འབད་ཁོ་རང་ཁྱོད་དང་ང་ཞེས་འབད་ཁོ་རང་ངར་ངར་ཤུགས་ཤུགས་ཞིའུ་གནང་ས་དེ་སྤྱིར་བཏང་བྱས་ན་ད་ང་ཚོ་སྐྱབས་བཅོལ་བའི་གྲོས་ཚོགས་ཅིག་ད་དེ་འདྲའི་མ་རེད་ད་འདི་གང་དེ་ལ་གོ་རྒྱུ་འདྲ་བོ་ཞིག་བཏང་ཅིག་ཡོད་ཨ་ནི་ཅིག་གར་སེ་བོ་རེད། ཆུ་རྙོག། རྟིང་སློང་ལུགས་དང་ཨ་ནི་རྙོག་མ་རྟིང་སློང་སྒྲོག་ཅེས་ནི་འོག་ལ་ལྡིང་གི་སོ་སོའི་ན་ཚ་དེ་ཡར་བསླང་ཡས་ཐབས་ཤེས་སྒྲོག་བྱས་ཅེས་ནི་ཨ་ནི་སྒང་ལ་གཅིག་གཙང་མ་འགྲོ་དེ་གྲོས་ཚོགས་དེ་མེད་པ་བཟོས་འདི་འདྲའི་བྱས་ཏེ་མ་གནང་བ་ཡིན་ན་ཨ་མི་མང་ཚོ་ཡིན་པས་ནི་གྲོས་ཚོགས་ལྟ་དུས་འཛམ་བུ་ལ་བློ་གཏོད་ཁང་པ་གཅིག་དང་ཨ་ནི། འཛིན་སྐྱོང་གི་ཕྱག་ལས་ཡིན་པས་ནས་དངོས་གནས་ཚགས་ཚུགས་པོ་གཅིག་གི་ཐོག་ནས་གནང་ཐུག་གི་རེད་བསམ་ཡས་ཀྱི་བསམ་བློ་དེ་འདྲས་འགྲོ་གི་འདུག་དེ་འདྲས་འཛོམས་པ་འདིའི་ཐོག་ལ་ཡ་ནི་ཅིག་ད། ཀླད་ལ་ཉེ་བའི་གྲོས་ཚོགས་འདི་ལ་ཡ་ད། སྤྱི་འཐུས་རྣམ་པ་ཚོའི་ངོས་ནས་ཡིན་གཅིག་མིན་གཅིག་ཐུགས་འགན་བཞེས་རོགས་གནང་ཞེས་ནས་ད་ཞུ་ཡ་ཡིན་ད་སོ་སོ་མི་མང་དཀྱུས་མ་ཅིག་ཡིན་པའི་ཆ་ནས་ད། འདི་ཚོ་གལ་ཆེན་པོ་ཞེ་དྲག་རེད་ཞེས་ད་དངོས་གནས་གོ་རོང་ང་ཚོ་གི་ད་ལྟ་སྤྱི་ཚོགས་ཟང་ཟིང་འདིའི་ནང་ལོ་རེ་ཡར་ལྟ་ཅིག་གོ་ནས་མ་ཟིང་བསླངས་ཡོང་ན་ཨ་ནི་ཞུགས་རང་བཞིན་གྱི་དེ་འདྲའི་ཆགས་འགྲོ་གི་འདུག་དེ་འདྲའི་འཛོམས་པ་ད་རེས་ཨ་ནི་གོ་ནས་ཟིང་མ་བསླངས་པ་བཅས་ཨ་ནི་གཅིག་དངོས་གནས་བཀའ་མོལ་གནང་ཡས་ཡིན་པ་ནས་ག་རེ་ཡིན་པའི་ནས་ཅིག་སྤྱི་འཐུས་གཅིག་གི་འགན་འཁྱེར་པའི་ཐོག་ནས་ཨ་ནི་གྲོས་ཚོགས་དེ་ཅིག་དངོས་གནས་ཞི་བདེ་ལྡན་པའི་ཐོག་ནས་ཨ་ནི་ཅིག་གར་སོང་རེད། ལས་དོན་འདི་གའི་ཚང་མ་ཚགས་ཚུད་པོ་ཅིག་ཡོང་ཡས་ལ་ཡ་ཨ་ནི་འབད་བརྩོན་གནང་རོགས་གནང་ཞེས་ནི་ཞུ་ཡ་ཡིན་ད་འདི་ཨ་ནི། ད། ང་ཚོ་ད། ང་རང་ཚོ་མི་དམངས་ཚང་མས་ཀྱི་སེམས་ཁྲལ་བྱེད་ས་ཡོད་རེད། རྔམ་སྐྲག་ཡོད་ས་ཡོད་རེད། ཨང་ཅིག། ད་གྲོས་ཚོགས་དེ་རེད་ད་དེང་སང་ག་དུས་ནས་གྲོས་ཚོགས་ཚོགས་གྲོགས་ཡོད་རེད་ལབ་དུས་ཚང་མ་ཟང་ངེ་ཟིང་ངེ་འདྲ་བོ་ཆགས་ཡོང་གོ་རུ་ཡོད། འདི་ཡིས་ད། སྤྱི་འཐུས་རྣམ་པ་ཚོས་མ་མཁྱེན་པ་ད་ག་མ་རེད་ད། དེ་ཚོའི་ཐོག་ལ་ཡང་ཡིན་གཅིག་མིན་གཅིག་ཨ་ནི། ཐུགས་བསམ་ཤེས་རབ་གནང་བཞིན་ད་དེ། དེ་རིང་དམངས་གཙོའི་དུས་ཆེན་གྱི་ཉིན་མོ་དེ་ལ་ཡང་ཨ་ནི་ཅིག། སོ་སོ་མི་དམངས་གཅིག་ཡིན་པའི་ཆ་ནས་ནི། ང་ཚོའི་གི་གྲོས་ཚོགས་ཀྱི་འཐུས་མི་ཚོ་ལ་ཡ་རེ་དགོས་གྲོགས་ཆེ་དེ་འདྲའི་གྲོགས་ཆེ་ཞུ་འདོད་བྱུང། ནི་འདི་གནང་དང་མ་གཏང་ད་རྣམ་པ་ཚོ་ལ་རག་ལུས་ཡོད་རེད། རྣམ་པ་ཚོ་ལ་རྐུབ་བཀྱག་ཅིག་རག་ཡོད་རེད། འདི་འདྲའི་འདི་ཙམ་པ་ལ་རྐུབ་བཀྱག་འདི་གང་ལ་ཞུ་དེ་དུས་ཙམ་པ་ལ་ནི་ཅིག་ཡང་ལོག་ནས། ཁེངས་པ་ཆེན་པོ་རོ་ཅིག་དང་སྤོབས་པ་ཆེན་པོ་རོ་ཅིག་ནི་ཅིག། འདི་འདྲའི་བྱས་ཅིང་ཡང་བཀའ་མོལ་འདི་འདྲའི་ཅིག་ཁོས་བཤད་པ་དེ། ང་ཅི་མ་ཅིག་ང་ཚོས་འདོད་པ་རེད་བསམ་པ་ར་ཅིག་ཡོད་ན་ནི་ཨ་ནི། ག་ཡི་བྱས་ཡོད་མ་ད་ཡིན་སྲིད་ཡང་ཅིག་དངོས་གནས་ཐུགས་ལ་དགོངས་པ་དྲོ་ཞེ་ཡོད་ན་དེ་ཚོ་ཡིན་གྱི་མིན་གྱི་ཅིག་བཞེས་རོགས་གནང་ཞེས་ནི་ཨ་ནི་རེ་སྐུལ་ཞུ་ཡ་ཡིན། ད་གསུམ་པ་དེ་ཡི་ད་འདི་རེད། ང་ཚོ་ད་ད་ད་ཅིག། སྤྱི་ཚོགས་ནང་ལོ་ལེགས་གོ་བདེ་ཡོད་དེ་ད་གོ་བདེ་ཡོད་རེད། ཨ་ནི་ལས་འགུལ་སྤེལ་གནང་མཁན་ཚོའི་གི་ངོས་ནས་ད་འཆར་གཞི་གཏིང་གནང་ཡས་རེད་ད་དེ་ཚོ་ཚང་མ་ང་ཚོ་ཚང་མས་གོ་བདེ་ཡོད་རེད་ད་རྡ་རམ་ས་ལ་ལ་ཡ་ད་ད་མི་མང་གི་ལས་འགུལ་སྤེལ་མཁན་མི་མང་པོ་ཞིག་རུ་ཅིག་ཨ་ནི་གྲོས་ཚོགས་ཚོགས་པའི་སྐབས་ལ་ཡ་ཨ་ནི་འབྱོར་གི་རེད་ཟེར་ར་ཨ་ནི་དེ་འབྱོར་གི་རེད་གསུངས་དུ་བཟོད་པ། ད་སྤྱིར་བཏང་དེ་མི་མང་ཚོའི་གི་ངོས་ནས་ལས་འགུལ་སྤེལ་ཡ་ཟེར་བ་རེད་ད་དེ་དམངས་གཙོའི་གི་གཞུང་གཅིག་གི་འོག་ལ་ང་ཚོ་བསྡད་དུས་བཟོད་པ་ལ་དེ་སོ་སོ་སོའི་དམངས་གཙོའི་གི་ཁེ་ཕན་ཅིག་དང་ཨ་ནི། ཆ་ཤས་ཅིག་བྱས་གོ་རེ། ཨ་ནི་འདི་འདྲ་ཡིན་དུས་བརྩམས་པ་ལ། ཨ་ནི། འདི་གལ་ཆུང་བས་ཨོ་ད་འདི་འོ་དེ་ད་འདྲི་བོ་ཤང་རེད་ད་ག་རང་རེད་ད་དངོས་གནས་རེད་ད་ག་རང་རེད་ད་ཅིག་ཨོང་ད་ལྟ་དེ་ལྷག་པོ་ལ། འཛིན་སྐྱོང་གི་བཀའ་ལན་གནང་སྟངས་ཐོག་ལ། ག་ཡོད་སུ་ཡོད་མེད་པའི་གསུངས་སོ་ད་ག་རང་རེད་ད་དངོས་གནས་རེད་ད་ད་འདི་ངས་འདི་གཅིག་ལྷག་རེད་ད་སྤྱིར་བཏང་ད་ག་རང་རེད་ད། གྲོས་ཚོགས་ཀྱི་འཐུས་མི་ཚོས་དངོས་གནས་ཀྱི་དྲི་བ་གནང་དུས་བརྩམས་པ་ལ་ཡ་རབས་བཟང་སྤྱོད་ལྡན་པའི་ཚོ་ནས་གནང་པ་ཡིན་ན། ཨ་ནི་གང་གི་འཛིན་སྐྱོང་གི་ངོས་ནས་ཡིན་པའི་ནས་ཨ་ནི་གཅིག་མ་བཀའ་ལན་གནང་ཡས་དེ་ཚོ་ཚང་མ་ཡ་རིབས་བཟང་སྤྱོད་ལྡན་བའི་ཐོག་ནས་གནང་ཡས་ཀྱི་རེ་བ་ཡོད་ར་ཨ་ནི་གནང་གི་རེད་བསམ་གྱི་འདུག་ད་དེ་འདྲའི་ནས་བརྩམས་པ་འདི་ཚོ་ཡི་གེ་ཆེན་པོ་རེད་ཞེ་ཡང་གཅིག་ཡོད་ཨ་དངོས་གནས་རེད་ཕྱོགས་གཉིས་ཅག་གི་ངོས་ནས་གཅིག་དངོས་གནས་ད་ཅིག་རྙོག་མ་གཏིང་སློང་ར་ཅིག་བྱེད་ཅེས་ཀྱང་ནི་ཅིག། བཀའ་ལན་གནང་ཡས་ཡིན་པས་ནི་རེད་བཀའ་འདྲི་གནང་ཡས་ཡིན་པས་རེད་དེ་ཚོ་ཚང་མ་ཅིག་དངོས་གནས་ཡ་རབས་ཚུལ་དང་ལྡན་པའི་ཐོག་ནས་མེད་པ་ཡིན་ན་ཨ་ནི་ཅིག། མ་འོངས་ཀྱི་གཞོན་སྐྱེས་དེ་ཚོ་རེད་དེ་མ་ཡིན་པའི་མི་མང་ནང་ལོགས་ལ་ཡང་ཅིག། མིག་དཔེ་སྙན་པོ་ཅིག་ཏན་ཏན་ཡོང་གི་འདུག་དེ། དྲན་གསོ་གནང་བར་ཡང་ཐུགས་རྗེ་གནང་ཞུས་འདི་དངོས་གནས་གལ་ཆེན་པོ་རེད། ད་ད་ང་ཚོས་གནད་དོན་གསུམ་པ་འདི་གང་འགྲོ་འདོད་རེད་གནད་དོན་གསུམ་པ་འདི་དང་ར་ད་མི་མང་གི་ད་ད་ལས་འགུལ་གཅིག་རྡ་རམ་ས་ལ་ལ་ཡ་ད་ད་བྷེ་རེ་སི་ད་ད་འདི་བ་ལ་མང་པོ་ཞིག་གོ་གི་འདུག་ར་ད་འདི་སོ་སོ་ཞིའུ་གཅིག་ཡང་འདི་འདྲའི་འདི་འདྲའི་ལས་རེད་འདི་འདྲའི་ལས་ལ་ང་ལ་ཞུ་ཡ་ག་མེད་ད་ད་ཡིན་ནའི་གཅིག་སྤྱི་ཚོགས་དྲ་ལམ་དང་འདི་འདྲའི་ནང་ནས་མི་མང་པོ་ཞིག་ཕར་ཚུར་བཤད་གོ་གི་འདུག་ར་འདི་འདྲས་ཡིན་དུས་ཙམ་པ་ལ་ད་འདི་ལ་ཡ་ང་རང་གི་རེ་བ་ག་རེ་ཡོད་ཞུས་མིན་ན། མི་མང་རྣམ་པ་ལྷན་རྒྱས་སྤྱིར་བཏང་དམངས་གཙོའི་གི་གཞུང་གི་ནང་ལོ་ལ་ཡ་ད་དེ་འདྲས་ཅིག་གཞུང་གི་འཛིན་སྐྱོང་གི་ཐོག་ནས་ཨ་ནི་ཅིག་ཚགས་ཚུད་པོ་དང་ལམ་ལུགས་པོ་དེ་འདྲས་དང་དེ་མ་ཡིན་པའི་གི་ཨ་ནི་ཅིག་ཁྲིམས་སྲོལ་ལྷན་ཁང་གི་ཐོག་ནས་ཚགས་ཚུད་པོ་དང་ལམ་ལུགས་འགྲིག་པོ་དེ་འདྲས་ཡོང་གི་མེད་པ་ཡིན་ན་ཨ་ནི་མི་མང་གི་ངོས་ནས་བསམ་འཆར་བཏོན་ཆོག་གི་རེད་མི་མང་གི་ངོས་ནས་ཨ་ནི་ཅིག་གར་སོག་རེ་ཞུ་འབོད་གནང་ཆོག་གི་རེད། ཨ་ནི་ད་ང་ཚོ་སྐྱབས་བཅོལ་གི་གཞུང་ཅིག་ཡིན་པ་སོང་ཙང་ཅེས་ངོ་ལོག་རྒྱབ་ཆོས་གོས་སའི་སྟེང་ཚུར་ལྟ་ལྟ་ཕལ་ཆེར་ཚིག་འདི་ཐོག་དྲངས་ནས་འགྲོ་བསམ་གྱི་འདུག་ཨ་ནི་ཡིན་མི་ནི་ཞུ་འབོད་བྱེད་ཆོག་གི་རེད་ཨ་ནི་བྱེད་ཀྱི། གཞུང་གི་ཨ་ནི་སྒྲིག་འཛུགས་ལ་ཡང་གནོན་ཤུགས་བཏང་ཆོག་གི་རེད་བསམ་གྱི་འདུག་སོ་སོའི་གི་དམངས་གཙོའི་གཞུང་ཅིག་ཡིན་པའི་ཆ་ནས་ཨ་ནི་བཙན་བྱོལ་གཞུང་གི་ཨ་ནི་སྒྲོམ་གཞི་ལ་ཡང་ཨ་ནི། ཡིན་པའི་ནི་ལས་དེ་གནང་པའི་སྐབས་ལ་ཡང་ད་ང་རང་གི་རེ་བ་ཆེ་ཤོས་འདྲ་བོ་དེ། ཕྱོགས་ལྷུང་མེད་པའི་ཐོག་ནས་གནང་ཡ་ད་ཧང་སང་ཡ་གལ་ཆེན་པོ་རེད་བསམ་གྱི་འདུག་ཕལ་ཆེར་ཞབས་ཡིན་ན་ད་ད་ང་རང་གི། སེམས་ནང་ལོགས་ལ་ཡང་སེམས་ཁྲལ་ཆེ་ཤོས་དུ་བདག་རང་དུ་ལྟ་ཅིག། ང་ཚོ་དཔེ་ཆ་བཞག་པ་ཡིན་ན་མི་མང་རྣམ་པ་ཚོ་ཕལ་ཡས་འདི་གལ་སྲིད་ང་ཚོའི་གི་ཁྲིམས་བཟོ་ལྷན་ཁང་གི་ངོས་ནས་དང་ང་ཚོའི་གི་ཁྲིམས་ཞིབ་ཁང་དེ་ཨ་ནི་ཅིག་གི་ཚད་དང་ལྡན་པ་མང་གཙོའི་ཀ་བ་གསུམ་དང་ལྡན་པའི་གཞུང་ཅིག་ཨ་ནི་བཟོ་གི་འདུག་ཟིན་ཨ་ནི་རེ་སྒུག་གི་ཨ་ནི་ཕེབས་གི་ཡོད་པ་ཡིན་ན་འདི་གནང་དུས་ཙམ་པོ་ལ་ཕྱོགས་ལྷུང་དང་དེ་འདྲའི་ག་གེ་སྒུག་ཅིག་མེད་པའི་ཐོག་ནས་ཨ་ནི་ཅིག། གལ་སྲིད་གྲོས་ཚོགས་ལ་ཨ་ནེ་རྣམ་པ་ཚོས་ཀྱི་རེ་བ་ཞུ་གི་ཡོད་པས་ན་གྲོས་ཚོགས་ཀྱི་སྤྱི་འཐུས་ག་ཚོད་ཡོད་པ་ཆ་ཚང་ལ་ཡང་ཨ་ནེ་གཅིག་ལྷག་བསམ་རྣམ་དག་གི་ཐོག་ནས་ཨ་ནེ་རེ་བ་ཞུ་དགོས་ཡ་དེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ར་ཨ་ནེ་གཅིག་ཕྱོགས་ལྷུང་གི་རྣམ་པ་ཅིག་གི་ཐོག་ནས་གལ་སྲིད་རེ་སྐུལ་ཞུ་ཡ་དང་དེ་འདྲ་གནང་བ་ཡིན་ན་ལས་དོན་དུ་འགྲུབ་ཡ་ཚབ་ལ

ཁྲིམས་ཞིབ་ཁང་དེ་གཙོས་པའི་ཐོག་ནས་མང་གཙོའི་ཀ་བ་གསུམ་ལྡན་གྱི་གཞུང་ཅིག་བཟོ་ཐུབ་ཡ་ཅིག་རེད་མ་ཞུ། སྤྱི་འཐུས་ཕྱེད་ཀ་ལ་རྒྱབ་སྐྱོར་བཅས་སྤྱི་འཐུས་ཕྱེད་ཀ་ལ་ཅིག་རེ་སྐུལ་མ་ཞུས་པ་ཡིན་ན། ཡོང་ཡ་ཡོད་མ་རེད་ལབ་མ་ཡོང་པའི་སྒང་དེ་ལ་བརྡབ་གསིག་ཐོད་པ་ཆགས་ཡོད་རེད་ད། སྤྱི་ཚོགས་གང་སར་བརྡབ་གསིག་ཐོད་པ་ཆགས་ཀྱི་རེད། སྤྱི་ཚོགས་ཙམ་མ་ཟད་ང་རང་ཚོའི་གི་བཙན་བྱོལ་གྱི་ད་གར་ལོག་རེད། གཞུང་ཙམ་མ་ཟད་སྤྱི་ཚོགས་ཁོ་རང་གང་ཟག་ལ་ཨ་ནི་བརྡབ་གསིག་ཆེན་པོ་འགྲོ་གི་རེད་བསམ་གྱི་འདུག་ར་ཨ་ནི་འདི་གི་ལས་ཀ་འདི་གི་ཕན་པ་ལས་གནོད་ཆེ་ཡོང་ཡ་ཉེན་ཁ་ཆེན་པོ་ཡོད་ར་འདི་འདྲའི་འཛིན་པ་ལ་ད་ཅིག་རེ་བ་ཞུ་ཡ་སྤྲོ་གཙོ་བོ་འགྲོ་འདི་ད་མང་ཆེ་མི་མང་ཚང་མ་མཁྱེན་རྒྱ་ཡོད་ངེས་ཤེས་ཡོན་ཡོད་ངེས་སློབ་སྦྱོང་ཡོད་ངེས་ཚང་མ་ཕན་གྱི་རེད་བསམ་གྱི་འདུག་ར་ང་ད་ཕན་གྱི་རེད་བསམ་གྱི་འདུག་ར་ཕན་ཐོག་ཁོག་རེད་ད་ཁོ་རང་ཚོ་ངས་ཡིད་ཆེས་བྱེད་ཀྱི་ཡོད་ད་ད་ག་རང་ཡིད་ཆེས་བྱེད་ཀྱི་ཡོད་ད་དངོས་གནས་ཁོ་རང་བཙན་བྱོལ་བོད་མིའི་གི་སྒྲིག་འཛུགས་འདི་མང་གཙོའི་ཀ་བ་གསུམ་ལྡན་གི་གཞུང་ཡག་པོ་ཅིག་བཟོ་གི་འདུག་བསམ་པའི་དགོངས་པ་ཆེ་བཞེས་བྱེད་པའི་ཐོག་ནས་ད་རྣམ་པ་ཚོ་ཕན་གྱི་ཡོད་རེད་བསམ་གྱི་འདི་འདྲའི་ཡིན་འདུག་བསམ་པ་ལ་རྣམ་པ་ཚོའི་ངོས་ནས་དེ་རེ་བ་ཞུ་དུས་ཡིན་པའི་ནི་རེད་ཞུ་འབོད་གནང་དུས་ཡིན་པའི་ནི་རེད་ཨ་ནི་ཅིག་གང་ཟག་ཨ་ནི་ཅིག་སྤྱི་འཐུས་ཡིན་པའི་ནི་གང་ཟག་ག་གེ་མོ་ཅིག་ལ་ཡ་ད་ཅིག་རྒྱབ་སྐྱོར་གི་རྣམ་པ་འགྲོ་ཅིག་ག་གེ་མོ་ཅིག་ལ་ཡ་ཨ་ནི་ཅིག་ཆེ་མཐོང་མེད་པའི་རྣམ་པ་འགྲོ་བ་ཅིག་གི་ཐོག་ནས་ལས་འགུལ་མང་པོ་སྤེལ་བ་ཡིན་ན་ཨ་ནི་ལས་འགུལ་དེ་གི་ཕན་ཐོགས་ཅི་ཡོད་མ་རེད་ད་ག་བྱེད་ཟེར་ན་ང་ཚོའི་གི། མི་ལ་ཡང་དཔེ་ཆ་ཤར་བས་ནི་ད་ང་ཚོའི་སྤྱི་ཚོགས་ནང་ལོར་ཡང་ད་སྙན་མ་ནང་བཞིན་བྱས་ནས་ཅིག་བཤུ་གཞོག་དང་གཉའ་གནོན་སྒྲོག་ཞིག་བཏང་བྱས་བྱས་ངོ་ནས་མི་དེ་ཉན་གྱི་ཡོད་ན་ནི། འགྲིག་བོ་རེད་ད་ཡོད་བཤུ་གཞོག་གཉའ་གནོན་སྒྲོག་ཞིག་བཏང་ཨ་ནི་མེད་ན་ཅིག་མི་དེ་དགོ་ནས་དགོ་རུང་ངོ་ལོག་སྒྲོག་རྒྱབ་དེ་འདྲ་ཅིག་ནི་ཉན་ཉན་མི་དེ་འདྲ་ཡིན་ན་འགྲིག་གི་ཡོད་རེད། ཡིན་མིན་ནི་ད་དེང་སང་སྤྱི་ཚོགས་ནང་དེ་མི་དེ་མི་འདུག་ཨ་ར། གལ་སྲིད་ངོ་ལོག་འགོ་རྩལ་རྒྱབ་ཡོད་ན་མི་ཕོ་ཆོས་དེ་གི་ཚུལ་མང་ང་ངར་གིར་མ་ཞུ། གཡུག་བཞེངས་མ་རེད་ད། ར། དག་རང་རེད་ད། འདི་འདྲ་ཡིན་ན་ཚང་མ་ལ་འདི་ཚོ་དཔེ་གལ་ཆེན་པོ་རེད་ཤ་ར། དེ་ཚོ་གལ་ཆེན་པོ་ཡིན་དུས་བརྩམས་པ་མི་མང་ཚོའི་ངོས་ནས་ལྟ་ཅིག་དེ་ཕེབས་དུས་བརྩམས་པ་ལ་ལྷག་བསམ་རྣམ་དག་གིས་ཡོད་ཨཱ་ནི་ནོར་འཁྲུལ་ཆ་ཚང་ཅིག་མགོ་ཚོས་པའི་ཐོག་ནས་གྲོས་ཚོགས་ནང་ལོགས་ལ་ཡ་ཨཱ་ནི་ཅིག་སྒར་སོགས་རེ་ཁྲིམས་འཆར་འགྲོ་ཐུབ་ཀྱི་མེད་པ་ཁྲིམས་ཞིབ་ལྷན་ཚོགས་ག་རེ་ཅན་བཙུགས་ཐུབ་ཀྱི་མེད་པ་དེ་ཚོ་ཚང་མའི་སྒེབ་སྦྱོང་ཆ་ཚང་མགོ་ཚོས་པའི་ཐོག་ནས་ཞོག་གཅིག་གཅིག་པོ་མགོ་ཚོས་ཞོག་གཅིག་དེ་མགོ་ཚོས་ནས་ཚོས་མ་བྱུང་དང་དང་མིན་པ་བཅས་གཉིས་ཆར་མགོ་ཚོས་པའི་ཐོག་ནས་ཡོད་ཨཱ་ནི། ལས་ཀ་དེ་ཆ་ཚང་ཅིག་མཉམ་པོར་འགྲོ་བ་ཡིན་ན། ཨ་ནི། གང་ལོས་ཡོད་ངན་སྤྱི་འཐུས་ཚོན་ཚོད་ཡོད་མིན་ནས། ལས་འགུལ་སྤེལ་ཉན་ལ་ཡ་ཆེ་མཐོང་གཅིག་པ་འགྲོ་ཞིག་སྤྲད་ཀྱི་རེད་སེམས་གོ་དུ་ར། ཨ་ཆེ་མཐོང་གཅིག་པ་འགྲོ་ཞིག་སྤེལ་བའི་ནི་ཁོ་ན་ཚོའི་ངོས་ནས་ཡིན་པ་ནས་ཞུ་འབུད་བྱེད་ཉན་ཡིན་པའི་ནས་བསམ་བློ་ཅིག་བཏང་བཏང་ཅིག་རེད་ཕོ་ཆོས་ངོགས་ཀྱི། ལས་ཀ་བྱེད་ངན་ཚོའི་ཡིན་པའི་ནས་བསམ་བློ་ཞིག་བཏང་ཅིག་ཅིག་ལས་ཀ་བྱེད་ཀྱི་རེད་སེམས་གོ་དུ་དེ་ངེད་ཀྱི་རེ་བ་ཆེ་ཤོས་ཡིན་ད་ཡ། དེ་གར་ཅི་ནི་ང་སེམས་ཁྲལ་ལངས་འདུག་ལ་དེང་སང་སྤྱི་ཚོགས་ནང་ལོ་ལ་ཡ། མི་མང་པོ་ཞི་འུར་དུ་ཡོད་མི་མང་པོ་ཞི་འུར་དུ་གཅིག་བྱས་ན་ཁོ་རང་ཚོ་དངོས་གནས་ལྷག་བསམ་རྣམ་དག་ཡིན་སྲིད་པ་རེད་ད་ཡིན་པའི་ནས་ང་ཚོ་གཅིག་མི་མང་གི་ཐོག་ནས་བཤད་པ་ཡིན་ན་ཕལ་ཆེར་འདི་ཚོ་གི་པའི་དྭ་ཕྲུག་ཕུ་ཕྲུག་དང་གི་ད་སྤྱི་ཚོགས་ནང་ལོར་ཡོད་དྭ་ཕྲུག་ཧང་སང་ཡས་གི་དྭ་ཕྲུག་ཕུ་ཕྲུག་ཆེན་པོ་དྭ་ཕྲུག་ཕུ་ཕྲུག་ཆེན་པོ་ད་ག་པ་ག་མ་བཤད་ད། བས། ཁོ་རང་མིན་པའི་ང་ཚོ་ནང་ཁུལ་ལ་མི་དམངས་ཚང་མ་ད་ལྟ་གཅིག་དངོས་གནས་ལྷུག་པོ་ཞུགས་ཡོད་རེད་ད། མི་དམངས་ཚང་མ་དཔེ་ལྷོད་ལྷོད་ཡོད་རེད་མི་དམངས་ཚང་མ་དཔེ་འཆམ་པོ་ཡོད་རེད། ཕ་ཚུ་འཆམ་པོ་ཡོད་རེད་ཅིག་ཁོས་ཨ་མདོ་རེད་ཁོས་ཁམས་པ་རེད་ཁྱེད་དབུས་གཙང་རེད་ལ་ངས་མི་དམངས་ནང་ལོགས་རེད་ད། གཞིས་ཆགས་ཁག་ལས་ཡོད་རེད་བསམ་གི་མི་འདུག་རྡ་རམ་ས་ལ་འདི་བ་ལས་ནི་ཡོད་སྐོར་མ་རེད་ད་ཅིག་ང་ཚོ། ག་རེ་བྱེད་ནས་ལས་ཀ་བྱེད་མཉམ་དུ་བྱེད་ནས་བྱེད་ཀྱི་རེད་དཀའ་ངལ་བཤད་ནས་མཉམ་པོ་རོགས་པ་བྱེད་ཀྱི་རེད་ཚང་མ་རོགས་པོ་བྱེད་ཀྱི་རེད་ད་ཡིན་པས་ནས་དེང་སང་སྤྱི་ཚོགས་ནང་ལོགས་ལ་ཡ་སྤྱི་ཚོགས་དགྲ་མཁན་ནང་ལོགས་ཡ་སྨྱོ་ལོག་ཀོ་ལོག་བཤད་ཉན་མང་པོ་ཞིག་ལེགས་འདུག་བས།

བློ་འཚབ་ཡོང་བའི་རྒྱུ་མཚན་གཙོ་བོ་དེ་འདི་ལ་བརྟེན་ནས་ཡོང་གི་འདུག་ད་དེ་འདྲའི་གནས་ཚུལ་འབའ་དེ་ཚོའི་ཐོག་ནས་མིན་ཏེ་མི་མང་ཚོས་ཀྱི་དངོས་གནས། ཕན་ངན་ཚོའི་དངོས་གནས་ཡིན་ནའི་ལྷག་བསམ་རྣམ་དག་གིས་གཞུང་རང་ལ་རེ་བ་ཞུ་ཡའི་ཆེད་དུ་ཕེལ་གྱི་ཡོད་རེད་སེམས་ཁུང་དུ་ར་བགྲོད་ཚོ་རང་ལ་དེ་འདྲའི་གནས་ཚུལ་འབའ་དེ་འདྲའི་ཅིག་ཕེལ་གྱི་ཡོད་པས་ཡིན་ན་ལྷག་བསམ་རྣམ་དག་གི་ཐོག་ནས་སྤྱི་ཚོས་གཞི་བཅུ་ཞེ་ལྔ་རང་ལ་མིན་ཏེ་གུས་བཀུར་བརྟན་པའི་ཐོག་ནས་རེ་འབོད་ཞུ་གི་ཡོད་ནའི་རེ་ངོ་ལོག་ཡོང་ཚང་མ་བཏང་སྙོམས་ཀྱི་ཐོག་ནས་ཞུ་གོ་གོ་རེ་ནོར་འཁྲུལ་དེ་ཚོ་འགའ་རེ་ཤོར་གྱི་ཡོད་པས་ནས་ཕྱོགས་གཅིག་གིས་ཤོར་གྱི་འདུག་ཕྱོགས་གཅིག་གིས་ཤོར་གྱི་མེད་ལ་ནས་བཤད་ཡའི་སྐད་ཆ་དེ་ཚོ། ཁྱོད་ནི་ཤེས་ཀྱི་མ་རེད་བསམ་གྱི་འདུག་ར་ངོ་ནས་ངའི་གི་སྙེ་མ་ཡི་ཞུ་ཡིན་ནོར་འཁྲུལ་ཤོར་རེད་དེ་གྲོས་ཚོགས་རང་གི་ནོར་འཁྲུལ་ཤོར་མ་ཤོར་སྤྱི་འཐུས་ཁ་ཤས་གཅིག་གི་ནོར་འཁྲུལ་ཤོར་ཁྱོད་དེ་འདྲ་ག་གོ་གི་མ་རེད་ད་ལྟ་དེ་གི་རྙོག་གྲ་དེ་གས་ཚང་མ་ད་ལྟའི་རྙོག་གྲ་དེ་གས་ཚང་མ་གཙང་མ་བཟོ་གོ་གི་ཡོད་ན་སྤྱི་འཐུས་ཚང་མ་མཉམ་འཛོམས་གི་ཐོག་ནས་སྤྱི་འཐུས་ཚང་མས་གི་གཅིག་ཐུགས་གལ་ཆེ་ཤེས་གི་ཐོག་ནས་སེམས་པ་ལྷོད་པོའི་གི་ཐོག་ནས་སྤྱི་ཚོགས་ལ་བསམ་ཤེས་ཡོད་པའི་ཐོག་ནས་ད་གཅིག་བཀའ་བསྡུར་གནང་རྗེས་ཨ་ནི་ཐག་གཅོད་གནང་རྗེས་ཨ་ནི། གཅིག་གཏན་ལ་ཕབ་ཡས་ཀྱི་ལས་ཀ་བྱེད་འཐུས་ཚན་པ་ལ་དེ་ཚོ་ལ་ཡང་ང་རང་ཚོ་མི་དམངས་ཚོའི་ངོས་ནས་བསམ་བློ་ཡག་པོ་བཏང་ནས་ལས་འགུལ་མ་ཕེབས་ཡོད་ན་ལས་འགུལ་དེ་གི་ཕན་ལས་གནོད་ཆེ་སྐྱེ་གི་རེད་དེ་འདྲས་ཡིན་ཚོད་མ་དེའི་ཐོག་ལ་ཡང་ཨ་ནི་གཅིག་ལྷན་ངེད་ཚོའི་ངོས་ནས་ཡིན་པའི་ནས་དངོས་གནས་སོ་སོའི་གི་ཐུགས་འགན་ཡངས་པོ་བློ་རྒྱ་ཆེན་པོའི་ཐོག་ནས་ཕེབས་གི་ཡོད་ཀྱི་རེད་གལ་སྲིད་དངོས་གནས་ང་རང་ཚོའི་བཙན་བྱོལ་བོད་མིའི་གཞུང་དེ་དངོས་གནས་དམངས་གཙོ་ཚན་ལྡན་གི་གཞུང་ཀ་བ་གསུམ་ལྡན་ཅིག་བཟོ་གི་ཡིན་བསམ་པ་ཡིན་ན། ཕྱག་ལས་ལས་འགུལ་སྤེལ་གནང་མཁན་ཚོའི་ངོས་ནས་བཏང་སྙོམས་ཀྱི་ཐོག་ནས་ཕྱོགས་ཞེན་དང་གཅིག་ཕྱོགས་རིས་གང་ཡང་མེད་པའི་ཐོག་ནས་སྤྱི་སྙོམས་ཀྱི་ལྟ་བ་གཅིག་ཁྱེད་པའི་ཐོག་ནས་ཡིན་གཅིག་མིན་གཅིག་ལས་འགུལ་སྤེལ་རོགས་གནང་རྣམ་པ་ཚོས་རེ་སྐུལ་ཞུ་ས་ཡིན་པས་ནས་ཞུ་དུས་ཙམ་པ་ལ་རེ་འདུན་ཞུ་དུས་ཡིན་ན་སུ་ཡིན་པས་ནས་སྤྱི་འཐུས་ཚང་མ་ལ་རེ་བ་ཞུ་རོགས་གནང། འདི་ངེད་ཀྱི་ལྟ་རེ་བ་ཆེ་ཤོས་དེ་ཡིན། འདི་ཡིན་དེང་སང་སྤྱི་ཚོགས་ནང་ལོག་ལ་ཡ་གཉའ་ལོང་སྐོར་ལ་བཤད་ཉན་ཧང་སང་ཡང་མང་པོ་འདུག་ད་དེ་ཚོ། དེ་ཚོ་དཔེ་ཚབ་ཆེན་པོ་རེད་ཞེ་ད་བསམ་བཏང་ན་ཡ་ཚབ་ཆེན་པོ་དངོས་གནས་ཁོ་རང་དེང་གི་རྩ་བ་ཁོ་རང་ནས་དཀྲུག་ཅེས་ཅེས་པད་སྤྱི་ཚོགས་ཁ་བྲལ་བཏང་ཡ་བསམ་བློ་བཏང་གི་འདུག་ད་དེ་ཚོ་ཡག་ཤོས་བྱུང་ན་མི་མང་ཚོས་གི་མི་དེ་ཚོའི་སྐད་ཆ་བཤད་མཁན་དེ་ཚོ་མི་དེ་ཚོ་ཚང་མ་ལ་དོ་སྣང་མ་གནང་རོགས་ན་དོ་སྣང་གནང་མཁན་ཁ་ཤས་ཡོད་རེད་ད་དེ་གཡུག་ཞེས་ཞུ་ད་ཧ་ལས་ན་སུམ་སྟོང་བཞི་སྟོང་ལྔ་སྟོང་ཞུ་རྒྱུ་རེད་དེ་ལྷག་ནི་ཡོད་མ་རེད་ང་ཚོ་བོད་པ་ནང་ལོར་ཡོད་བཙན་བྱོལ་སྤྱི་ཚོགས་ནང་ལ་མི་འབུམ་བརྒྱ་སུམ་སྟོང་བཞི་སྟོང་ལྔ་སྟོང་འགྲོ་རྒྱུ་དོ་སྣང་གནང་མཁན་ཡོད་རེད་ཁོ་ཚོ་ལ་ག་ཚད་མ་གནང་ལས་ནས་གནང་གི་རེད་ད་གཡུག་ཞེས་ཞུ་ད་རྗེས་མར་མང་ཆེ་ཅིག་ད་སྐད་ཆ་དེ་ཚོའི་རིགས་དེ་ཚོ་ལ་དོ་སྣང་ཁྱོད་ནས་མ་གནང་རོགས་གནང་འདི་ང་རང་ཚོ་མི་མང་ཚོས་ཀྱི་སེམས་པ་འཁྲུག་རོགས་ཅིག་དང་སེམས་རྩ་འཁྲུག་རོགས་ཅིག་སྤྱི་ཚོགས་གཏོར་བཤིག་བཏང་རོགས་ཅིག་མ་ཞུ་ཞེན་པ་ཁྱོད་ནས་རང་མི་འདུག་ད་དེང་སང་སྤྱི་ཚོགས་ནང་ལོར་སྐད་ཆ་དཔེ་ཛབ་ཆེ་རུ་ཆེ་རུ་ཆེར་འགྲོ་ཁ་ནས་རྒྱ་བོ་རིན་པོ་ཆེ་རྒྱ་བོ་རིན་པོ་ཆེ་གསུངས་ར་ཨ་ནི་ཁ་ནས་རྒྱ་བོ་རིན་པོ་ཆེ་རྒྱ་བོ་རིན་པོ་ཆེ་གསུངས་ཨ་ནི་དེང་ནས་མི་འདས་རྒྱ་བོ་རིན་པོ་ཆེ་གི་བཀའ་ལུང་གང་ཚ་ཚ་མིན་བཏང་ཉན་མང་པོ་འདུག་ད་ང་རང་ཚོ་སྤྱི་ཚོགས་དྲ་ལམ་ནང་ལོར་ཡོད་དེ་ཚོ་ལ་ཡིན་གཅིག་མིན་གཅིག་ཡིད་གཟབ་ནན་ཏན་གནང་རོགས་གནང། འདི་གཅིག་ནི་ད་ངེད་ཀྱི། རེ་སྐུལ་ཞུ་བའི་འདི་ལྟ་མི་མང་གི་ལས་འགུལ་རྡ་རམ་ས་ལ་ལ་ཕེབས་ཀྱི་ཡོད་དུས་རྩོམ་པ་པོ་རྣམ་པ་ཚོས་གུས་ལྟ་གནང་ཕྱོགས་སྒྲུབ་དེ་འདྲའི་སྒྲུབ་ཅིག་གནང་ཡས་ཀྱི་ཧ་པས་ཉན་ནས་ད་ཅིག་གནང་རོགས་གནང་ཟེར་ནས་མི་མང་གསལ་ཉན་ཡོད་མི་ཡོད་ཚང་མ་ལ་ཡང་རེ་སྐུལ་དག་རང་ཞུ་གི་ཡོད་ག་རེ་ཞུས་མིན་ཕྱོགས་གཅིག་རང་ལ་བསམ་བློ་བཏང་ནས་རྒྱབ་སྐྱོར་བྱེད་ནི་མི་འདེད་ཅིག་ངོ་ལོག་འགྲོ་ཞིག་ག་བསྡད་པ་ཡིན་འདི་གི་ལས་དོན་སྒྲུབ་ཡས་ཅེས་མ་རེད་འདི་གི་ད་དུང་གནོད་བྱེད་ཀྱི་རེད་ད་དུང་ལས་ཀ་དེ་སྒྲུབ་ས་རེད་བསམ་ནས་ལས་སྒྲུབ་གི་མ་རེད་ད། ཡག་ཤོས་བྱུང་ན་ད་དེ་ཅིག་མི་མང་ཚོའི་ངོས་ནས་ཅིག་དངོས་གནས་སྙན་ཞུ་ཞུ་ཡིག་སྒྲོ་བོ་ཕུལ་མི་ཞུ་མ་དཔེ་ནི་ཡག་པོ་རེད་ད་ཡིན་ནའི་ཕལ་དེ་སོ་སོའི་ཐོབ་ཐང་རེད་མ་དཔེ་ལ་ཉན་སུ་གང་ཅིག་ཡོད་མ་རེད་ལབ་ཡས་ཆོག་གི་མ་རེད་ད་ཕལ་པའི་སྐབས་ལ་ཡ་ད་དངོས་གནས་བཏང་སྙོམས་ཅིག་མ་བྱུང་གི་ཡིན་ན་ཕ་ཆོས་ངོ་དེ་ཚོའི་ད་ཅིག་ད་ལྟའི་སྤྱི་ཚོགས་འདིའི་ནང་ལོ་ལ་ཡ་ཕ་ཆོས་ངོ་དང་ཚུ་ཆོས་ངོ་ལ་ཡ་ཅིག་ཤུགས་ཆེན་པོ་དཔེ་སླེ་བསྡད་དོ་དེ་འདྲ་སླེ་བསྡད་ཚུལ་ཙམ་པ་ལ་ཨ་ནི། སྤྱི་ཡོངས་ཀྱི་སྤྱི་ཉུང་གི་ཐོག་ནས་མ་བྱས་པ་ཡིན་ན། ང་ཚོས་ཀྱི་ལས་འགུལ་སྤེལ་ཙང་ཁོང་ཚོ་གཞས་ནས་རྗེས་སུ་བསམ་ནི་ཇི་ངན་ལས་ཀ་ཕལ་ཆེ་ཡོད་མ་རེད་བསམ་གི་དེང་སང་དུས་ཚོད་ཡོད་འདི་གི་ད་དུང་ཕན་ལས་གནོད་ཆེ་རྒྱས་ཀྱི་རེད་བསམ་གི་དུས་འདྲེ་ནས་བརྩམས་པ། ཨ་ནི། འདི་ངས་ཡང་སེ་ཡང་སེ་ཞུས་ཡོད་དེ་ད་ད་ག་རང་སོ་སོའི་གི་བསམ་ཚུལ་དེ་ཅིག་སེམས་ནང་ལ་རྔམ་དྲག་ཆེན་པོ་ཞིག་འདུག་ར་དེའི་འདུག་བསམ་པ་ལ་འདི་ཡིན་ཅིག་ཨ་ནི་ཡིན་གྱི་མིན་གྱི། ཨ་ནི། ཞུ་འདོད་བྱུང། འདི་རང་རེད། ཨ་ནི། ད་ལྟ་གཅིག་ལྟ་ངས་ད་ལྟ་གོང་དུ་ཞུས་པ་ནང་བཞིན་རེད་ད་ཅིག་མི་མང་ཚོ་ལ་ཡང་རེ་བ་འཕར་མ་འདི་ད། དེང་སང་སྤྱི་ཚོགས་དྲ་ལམ་ནང་ལོག་ལ་ཡང་ད། སྐད་ཆ་ཚབ་ཆེན་པོ་བཞི་བོ་བཤད་མཁན་དེ་འདྲ་མང་པོ་བས་འདུག་སྤྱི་ཚོགས་ཀྲུའུ་ཡས་རང་གི་སྐད་ཆ། ཨ་ནི། ཅིག། གར་ལོག་རེད་ད། གད་མི་ལས་སྡུག་ཙི་ཙི་ང་ཚོ་བོད་པ་ནང་ཁུལ་ལ་ཕར་ཚུར་ཡོད་པས་ཁོ་རང། གད་མི་ལས་སྡུག་ཙི་ཙི་ཅེས་ཏེ་ཕར་ཚུར་སྐད་ཆ་བཤད་རེ་བརྩིས་ཀྱི་འདུག་པས་ཁོ་རང་ཧང་སང་ཡག་གི་འདུག་ཅག་རེ་མཚམས་མཚམས་སམ་ལྟ་ར་དངོས་གནས་ཁོ་རང། བོད་རང་བཙན་ཤོར་རེད་དེ་གནས་ཚུལ་ད་ག་རང་གི་ཤོར་རེད་ད་ཕལ་ཆེར་རྒྱལ་བ་རིན་པོ་ཆེས་ད་ལྟ་དགུང་ལོ་མཐོ་པོ་འདི་ག་ཚད་དུ་བརྩམས་པ་ལ་ད་ལྟ་དགོངས་ནས་མི་དེ་ཚོ་ཚང་མ་ལུས་ཚར་ཡོང་གི་འདུག་བསམ་ཡས་བསམ་བློ་དཔེ་ཤུགས་ཆེན་པོ་ལེགས་འདུག་ད་ར། ད་དཔེ་ཆ་བཤད་ན་ད། ཧང་སང་ཡིག་ཚབ་ཆེན་པོ་རེད་ཞེ་ད་ཅིག་དངོས་གནས་དེང་གི་མི་ཚང་མས་མི་སེམས་དཀྲུགས་ཡས་ཀྱི་སྐད་ཆ་དེ་འདྲ་མང་པོ་ཤིག་ད་བེད་ཁོ་རང། ད་སྨྱོན་པ་རེད་ལ་ནི་དྲིན་མ་རེད་ད་སྨྱོན་པ་མིའི་འདོན་དུ་འཇིག་གོ་ར། ཨ་ནི། སྨྱོན་ལོག་གོ་ལོག་བཤད་ཉན་ཁང་དེ་ཞེ་ད་ཡོད་དེ་འདྲ་ཡིན་དུས་ཙམ་པ་ལ། དེ་ཚོའི་ཐོག་ལ་ཡང་ཡང་ནས་འཇིགས་མི་འཇིགས་གཟབ་གཟབ་བྱེད་དགོས་འདུག་རྣམ་པ་ཚོས་ཀྱི་རྒྱབ་སྐྱོར་གནང་ཡས་དང་དེ་འདྲའི་ཁྱོད་ནས་གནང་རྒྱུ་མི་འདུག་དེ་ཚོའི་སྐད་ཆ་ཡ། སྐད་ཆ་དེ་ཚོ་ལ་རྒྱབ་སྐྱོར་གནང་ཅིག་བྱེད་པ་ཡིན་ན་ཡ། ཨ་ནི་པར་སྐད་བྱས་ནས་མང་པོ་བཤད་པ་ཡིན་ན་དེ་གིས་མིའི་ཕོགས་ཉེན་དེ་འདྲའི་ཁ་ཤས་ལ་མང་པོ་ཕོག་པ་ཡིན་ན་སྤྱི་ཚོགས་ཁོ་རང་ལ་བརྡབ་གསིག་འགྲོ་ཡས་ཀྱི་ལས་ཀ་རེད་ཞེས་ཕོད་ཤ་བཤད་ན་ཡ། ཨ་ཕོ་ཅོ་ནས་ཅིག་བཤད་རྫུ་ཅོ་ནས་ཡང་གི་བས་ཁོ་རང་དཀར་ས། ད་དེང་སང་སྤྱི་ཚོགས་ནང་ལོག་འདི་འགྲོ་ཆགས་ད་ལྟ་དཀར་རོགས་རེད། ཕྱོགས་གཉིས་འགྲོ་ཆགས་ད་ལྟ་ཁོ་རང་ཚོས་ཀྱི་སྐད་ཆ་བཤད་འགྲོ་ཅིག་ནས་ད་ཅིག་དཀར་ས། ངན་པ་སླར་གསོ་དང་དར་ནག་ཚོགས་པ་ལ་ལྟ་ཁོ་རང་ཚོས་ཀྱི་སྤྱིར་བཏང་ཅིག་འགྲོ་སྟངས་འགྲོ་ཆས་འདྲི་འགྲོ་བཞིན་འདུག་ད་ཤོག་ཁ་འགྲོ་བཞིན་འདུག་དེ་ཤོག་ཁ་དེ་ནང་ལོག་ལ་ད་བོད་པ་བརྒྱ་ཆ་བརྒྱད་ཅུ་ལྟ་ཡོད་མ་རེད་ད་བརྒྱ་ཆ་ཉི་ཤུ་ཟིག་གིས་རེད་ད་དེའི་བར་ཚོ་ཤོག་ཁ་འགྲོ་བསམ་བཏང་ཉེན་ཡོད་བརྒྱ་ཆ་བརྒྱད་ཅུ་ཟིག་ལྟ་ཡོད་མ་རེད་ད་དེ་ཚོས་ཀྱི་སྐད་ཆ་བཤད་སྐྱོ་དེ་བརྒྱ་ཆ་བརྒྱ་ཅུ་མེད་སྐྱོ་དེ་ལས་གནོན་ཤུགས་སྤྲད་ས་རེད་བསམ་ཡས་ཀྱི་སྐད་ཆ་རྫབ་ཆེན་པོ་བཞི་བོ་དེ་འདྲ་བཤད་ཀྱི་འདུག་དེང་སང་ཚད་ལས་བརྒལ་བ་དེ་འདྲ་ཡོད་ཕྱོགས་གཉིས་ཆ་རེད་ཞེས་ད་དངོས་གནས་ཁོ་རང་དེའི་ནང་ལོག་ལ་མི་གཏེར་དཔོན་ཁ་ཤས་ཤིག་ཏུ་བ་ད་ཡོད། ཕྱོགས་གཉིས་ཅར་མི་གཏེར་དཔོན་ཁ་ཤས་ཅིག་གིས་སྤྱི་ཚོགས་ནང་ལོགས་ལ་ལས་ཀ་ཇི་ཡོད་རེད་ལབ་ན་ག་ཡི། གུ་ཅི་བྱེད་མར་དྲང་པོ་བཤད་འོ་ར་དངོས་གནས་ཁོ་རང། ད་ང་ཡི་རྡ་རམ་ས་ལ་ལ་དེ་བོད་པའི་སྤྱི་ཚོགས་ནང་འདིར་ལོ་སུམ་ཅུ་ལྷག་སུ་འགྲོ་སི་ད་ངའི་སྤྱི་ཚོགས་ནང་ལོགས་ལ་མི་དངོས་གནས་སྤྱི་ཚོགས་ལ་ཕན་ཉེན་དང་རླབས་ཆེན་གྱི་བྱ་བཞག་འགྲོ་འདོད་མི་སུ་སུ་ཡིན་མིན་མི་སུ་གི་ཤུགས་མེད་མིན། ག་ལ་གང་འཚམ་ཧ་གོ་གི་ཡོད་ར། ད་དེ་འདྲ་ཡིན་དུས་བསམ་པ་འདི་ཚོའི་རིགས་ལ་ཡང་ང་ཚོས་ཡིན་གཅིག་མིན་གཅིག་གཟབ་གཟབ་གནང་ཡས་དཔེ་གལ་ཆེན་པོ་རེད་ཤག་འདི་ཚོ་གིས། དཔེ་ཚབ་ཆེན་པོ་འདི་འདྲའི་སྐད་ཆ་བཤད་ར་ཨ་ནེ་ཅིག་གིས་དངོས་གནས། ང་ཚོ་ལང་ཀར་འགྲོ་དུས་ནས་སྙིང་ཚ་ཧུ་ཧུ་འཚེར་སྣང་ཡོང་དགོས་དེ་འདྲའི་ཆགས་ཀྱི་འདུག་ད་སྐད་ཆ་བཤད་སྟངས་ཁ་ཤེག་ཡོད་པས་ཚབས་ཆེན་པོ་རེད་ཞུ་ངོ་ནས་སྐད་ཆ་འདི་ཚོ་འདི་ཚོའི་ཐོག་ལ་ཡང་ང་ཚོ་མི་མང་ཚོའི་ངོས་ནས་ཡིད་གཟབ་ནན་ཏན་མ་བྱས་ཡིན་ན་ད་ལྟ་ཅིག་རྒྱབ་རོམ་བྱེད་དགོངས་བློ་བྲེལ་བོ་འགྲོ་འོ་ཆགས་ནས་ཅིག་ང་རང་ཚོའི་གྲོས་ཚོགས་དེ་ར་ལང་ཆ་ལང་འགྲོ་འོ་ཆགས་ཅིག་བྱེད་དུས་ཙམ་པ་ཨ་ནི་མི་མང་མང་པོ་ཅིག་ངོ་ནས་གོ་སྐབས་ཟིན་རྗེས་ལུས་ཡོང་ཡ་ཐབས་ཤེས་བྱེད་ཀྱི་འདུག་དེ་ཚོ་ལུས་ནི་མི་འདེད་ང་ཚོའི་སྤྱི་ཚོགས་ལ་གནོད་བསྐྱལ་བ་ཡིན་པས་ཚབས་ཆེན་པོ་དེ་འདྲའི་སྐད་གསར་རེད་དེ་འདྲས་ནི་མི་མང་ཚོས་འདི་ཚོའི་ཐོག་ལ་ཡ་དོ་སྣང་བྱས་ནས་སྤྱི་ཚོགས་ཀྱི་དྲ་རྒྱའི་ནང་ལོགས་ལ་བཤད་ཉན་སྨྱོ་ལོག་སྨྱོན་པ་དང་སྨྱོན་མ་དེ་ཚོ་ཚང་མ་ལ་ཡང་དོ་སྣང་ཞེ་དྲག་མ་གནང་རོགས་གནང་ཞེས་འདི་ངས་ཀྱི་རེ་སྐུལ་ཞུ་ཡས་ཙམ་ཡིན། ཨ་ནི། འདི་འདྲ་ཡིན་དུས་ཙམ་པ་རྣམ་པ་ཚོའི་ངོས་ནས་ཨ་ནི་ཡིན་གྱི་མིན་གྱི་དེ་ལ་ཡང་ཨ་ནི་ཡིད་གཟབ་ནན་ཏན་གྱི་དོ་སྣང་ཞིག་གནང་རོགས་གནང། དེ་ཚོ་དཔེ་གལ་ཆེན་པོ་རེད་ཞེ་ད་དེང་སང་སྤྱི་ཚོགས་ཅིག་ཨོ་ནི། ཟང་ངེ་སིང་ངེ་ཞིའུ་ཅིག་བཟོ་ཡས་འབད་བརྩོན་བྱེད་མཁན་མང་པོ་ཞིའུ་འདུག་ད་དེ་ར། ཁ་ནས་ནི་ཚང་མས་རྒྱལ་བ་རིན་པོ་ཆེ་གི་བཀའ་ལུང་དང་བོད་བསྟན་པ་ཆབ་སྲིད་དང་མི་རིགས་དང་ཞི་བ་བཤད་ཡོང་གི་རེད། བྱས་ཏེ་ནི་ལས་ཀ་ཚང་མ་དངོས་ནས་སྤྱི་ཚོགས་དཀྲུགས་ཡས་གཏོར་བཤིག་བཏང་ཡས་གར་སེ་བ་རེད། ད་ཅིག་ང་ཚོ་ད་ང་ཚོ་རེད་ད་ང་ཚོ་ད་ད་བཙན་བྱོལ་སྤྱི་ཚོགས་ནང་དེ་དུས་རང་དབང་ལུང་པའི་ནང་དེ་དུས་ཟམ་པ་ལ་ཅིག་གར་མ་བ་གར་བཤད་ནས་ལས་ཅིག་ཕན་ཚུན་ཕར་ཚུར་འགྲོ་བྱེད་མིན་ལྟ་འདི་གི་གནས་ཚུལ་འདི་གའི་བོད་ནང་ལོགས་ལ་བཞུགས་པའི་གི་གཞིས་བཞུགས་ཀྱི་སྤུན་ཟླ་མང་ཆེ་འདི་ལ་ཡ་ལྟ་ཅིག་རྒྱ་མིས་གིས་ད་ཁོ་རང་ཚོས་གི་ལས་འགུལ་འགའི་སྐོར་ཞིག་སྤེལ་མ་དགོས་པར་ང་རང་ཚོས་འདི་ནས་སྤེལ་བྱེད་ཅིང་ཁོ་ཚོ་ལ་རྩིས་བསྒྲིགས་ཏོ་ཨ་ཁོ་ཚོས་ཕི་ཀའི་ད་ག་རང་ཤེས་གོར་ད་དེང་སང་ད་ག་རང་ཤེས་གི་འདུག་ཟིག་ཏོ་ཨ་བེད་ཀོ་རོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡ་ལྟ་ཅིག་བེད་ཀོ་རོ་ཨ་ནི

དབུས་གཙང་དང་ཁམས་པ་པ་ར་ལ་ཡང་ཨ་ནི་བཞི་རུ་གཅིག་གི་ཨ་ནི་མ་ག་པའི་རྣམ་འགྱུར་གཅིག་བ་རི་ལ་ཡ་དྲའུ་དང་ཨ་ནི་བཙན་བྱོལ་གཞུང་དེ་ད་འདྲ་པོ་ཚོ་གང་ཟག་ཨ་ནི་བེད་དུ་ཁོ་རང་ཨ་ནི་ག་རེ་ལ་བོ་རེད། དབང་ཐང་གང་ཟག་ད་འདྲ་པོ་ཚོ་ཁམས་པས་ཟིན་བསྡད་ཙང་ད་ཁམས་པ་དེ་ཚོ་ད་ལྟ་ནེའི་ཁྱོ་གོ་མ་རི་ལ་ཡ་དྲའུ་དང་སྐད་ཆ་གྲངས་མང་འདྲ་བཤད་དགོས་ཟེར་ཡོད་ད་དེ་ཚོས་རྒྱ་མིས་ཀྱི་བོད་ནང་ལོག་ལ་བཀྲམ་གོ་ད་དེ་ཚོ་སྐད་ཆ་དེ་ཚོ་དེ་ཚོ་བཀྲམ་དགོས་ཡོད་དུས་བསམ་པ་ལ་བོད་ནང་ལོག་ལུས་རྒྱུ་བོད་པ་དེ་ཚོ་ཚང་མ་དཔེ་དཀའ་ལས་འཕྲད་བོར་དུ་སེམས་ནང་ལོག་ལུས་ཡ་སྨྱིན་བཅས་ལྟར་རེ་བ་ཅིག་བཅོལ་གི་ཡོད་དུས་ལྟར་རེ་བ་བཅོལ་ས་གོ་རང་ལྟར་ཅིག་རེ་བ་མེད་སྐྱོ་ཆ་ཚ་ན་ཁོ་ཚོ་ཡི་བློ་ཐག་ཆོད་འགྲོ་གི་མ་ཅིག་ལྟར་དུ་རྒྱ་མི་འོ་དེད་མ་ཤར་ལྟར་རེ་བ་བཅོལ་ས་མི་འདུག་བསམ་པའི་གི་བློ་ཐག་ཅིག་ཆོད་ཚར་སོང་ན་ཚར་ཚར་ལྟར་དེ་དུས་ཡ་དེ་འདྲ་ཡིན་དུས་ང་རང་ཚོ་དང་ང་རང་ཚོ་རེད་ལྟར་ག་གི་གོ་ཆོད་མར་ང་ཚོ་ཟ་རྒྱུ་གཏོང་རྒྱུ་ནི་ཚང་མ་བེད་བེད་ལྷུག་ལྷུག་ར་གོ་རེད་ལྟར་འདི་གས་ར་ཡ་འདི་གས་ཚང་མ་ང་རང་ཚོ་ཚང་མའི་མགོ་འཚོས་པ་ཅིག་འོ་དོ་ར། ད་ཅིག་བྱེད་ཀྱིས། བཙན་བྱོལ་ནང་ལ་དེ་ཉིད་ང་ཚོ་བོད་པ་ཡིན་ནི་གཞིས་ཆགས་ཁག་ལ་དེ་ཉིད་ཡིན་ནི་རེད་བཙན་བྱོལ་བོད་མིའི་སྒྲིག་འཛུགས་ཡིན་ནི་རེད་སུ་ཡིན་པིན་ནི་ད་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཡིན་ནི་རེད་ང་ཚོ་ཚང་མ་ད་ཅིག་འཚོ་ཡལ་འགྲོ་དུས་ད་ང་རང་ནས་བརྩིས་པར་ད་ཚང་མ་འཚོ་ཡལ་འགྲོ་དུས་ད་ག་ལ་ནི་བོད་ནང་ལོག་ལ་ཡོད་རྒྱུ་གོ་ད་བོད་པའི་དཀའ་སྡུག་དེ་འདྲའི་འདུག་བོད་ནང་ལོག་དཀའ་སྡུག་དེ་འདྲའི་ཡོད་རེད་སྐད་ཡིག་རང་དབང་ཡོད་མ་རེད་སྐད་ཡིག་སྦྱང་ཡའི་ཐོབ་ཐང་ཡོད་མ་རེད་དེ་འདྲའི་རྐྱང་རྐྱང་བཤད་ཅིག་དེ་འདྲའི་རྐྱང་རྐྱང་བཙོང་པར་འགྲོ་ཅིག་བྱེད་ནི་ད་ང་ཚོ་འཚོ་བ་ཁྱོད་དེ་བོར་མ་རེད་ང་ཚོ་ཚོ་ཁྱོད་དེ་འོ་ད་དེ་ཡོ་ད་ང་ཚོ་དེ་འཐབ་རྩོད་བཙོང་འཐབ་རྩོད་བཙོང་ད་ནི་ད་བོད་ནང་ལོ་བོད་མི་གི་དཀའ་སྡུག་བཙོང་གོ་འོ་ད་རོ། དེ་བཙོང་བྱེད་ཅན་ང་ཚོ་ཚོ་ཁྱོད་འོ་ད་ར། ད་ཕྱི་རྒྱལ་ཁག་ལ་ཡོད་པའི་ནི་རང་ཁ་རང་གསོ་འགྲོ་བྱེད་དང་རང་མགོ་རང་ཐོན་འགྲོ་བྱེད་ཡིན་ལབ་ཡིན་ནི་ལེ། ང་ཚོ་ཡི་ཤུ་གུ་དེ་ར་དུས་ཙམ་པ་ལ་ཤུ་གུ་དེ་བཞུགས་སྒར་འགྲོ་དུས་ཙམ་པ་ལ་ད་ཅིག་དཀའ་སྡུག་ཤེས་གོ་ར་ད་ར།

དེ་ཚོ་ང་ཚོའི་བསམ་བློ་དེ་ཚོ་ང་ཚོ་འཁོར་གི་མི་འདུག་ང་ཚོ་ནམ་རྒྱུན་སྣང་བ་ཡང་སོ་སོ་ཡིན་ནའི་འཁོར་མི་འདུག་ཅོ་རྣ་བ་དྲོ་ཡང་ར་ནི། གཅིག་དངོས་གནས་འཚོ་བ་འགྲིག་སི་འགྲིག་སི་འགྲོ་ཅོ་དཀའ་ངལ་ཞིག་འདྲ་མེད་ཚོ་ཨ་ནི་ཡར་འགྲོ་འཁྱམ་མར་འགྲོ་འཁྱམ་དུས་བ་འཆམ་འཆམ་ར་ཅིག་ཨ་ནི་དུས་བ་ཅིག། ག་རིང་ནས་ཚང་མ་སོ་སོའི་འཇོན་ཤ་རྒྱོ་ཡིན་བསམ་པའི་ཚོར་བ་འགྲོ་ཤུགས་ཆེན་པོ་ཡོང་གི་འདུག་ར་དེ་ཚོ་ཡིན་དུས་བསམ་པ་དེ་ཚོའི་ཐོག་ལ་ཡང་ང་རང་ཚོ་ལྟ། མི་མང་ཚོའི་ངོས་ནས་གི་ཡིན་པའི་ནི་ལས་བསམ་བློ་དེ་ཚོ་རྒྱ་ཆེ་ཚི་ཞེ་ཅིག་ཅེ་ཨ་ནི། མ་འོངས་པའི་གི་མདུན་སྐྱོད་གི་ལས་ཀ་བྱེད་པའི་སྐབས་ལ་ཡི་བསམ་བློ་ནན་ཏན་བཏང་རོགས་གྱིས་ཟིན་ཞུ་ཡིན་ར། ཚང་མས་དཀའ་ངལ་ཅིག་བཤད་ཡོད་ད་གོ་བ་འགྲོ་ཡིན་ནས་སུས་གི་བཤད་ཡིན་ནས་ང་ད་ལྟ་གར་མོ་བ་ག་རེ་ཡིན་ལ་ནེར་ད་ད་སོ་སོས་ལུང་པ་གོ་བ་ཡོད་མིན་ནས་ང་འཚོ་བ་ག་འདྲེ་མོ་བ་ག་འདྲེ་ཆགས་ཡོད་ལ་ནེར་ཤེས་ཡས་བོད་ནང་ལོ་དཀའ་ངལ་ཅིག་བཤད་ཡོད་ད་གོ་གང་ཅི་ཡོད་དཀའ་ངལ་ཅིག་བཤད་ཡོད་ཁོ་ཞུ་གུ་ར་ཡིན་ནེར་ག་རེ་ཡིན་ནེར་ག་རེ་ཡིན་ནེར་ད་ཅིག་རྒྱལ་ཁབ་གི་མི་སེར་ཆགས་ཡོད་ནེར་ག་རེ་ཡིན་ནེར་ཁོ་དཀའ་ངལ་ཅིག་བཤད་ཡོད་ད་དཀའ་ངལ་མ་འཕྲད་གྱོ་དེ་འདྲའི་འཕྲད་སོ་ད་ནེར་ཤེས་ཡོད་རེད་ཁོ་གི་གང་ཅིག་དཀའ་སྡུག་དེ་བོད་ནང་ལོ་ཡོད་གྱོ་བོད་མི་ཚོས་གི་དཀའ་སྡུག་དེ་བཙོང་ཡོད་རེད་ད་ང་ཚོ་ཚང་མས་ང་ཚོ་ཚང་མ་དེང་སང་བཙོང་བཞིན་པ་རེད། སོང་བསྡད་ཡོད་རེད། སོང་ཡས་ཡོད་རེད། དེ་འདྲ་ཙམ་པ། དེ་ཚོ་ང་ཚོ་ཡིན་གཅིག་མིན་གཅིག་སེམས་ནང་ཉག་ཅིག་ཅན་ག་དུས་ནས་སེམས་ལ་ཉག་ཅིག་ཅན་སྐད་ཆ་འདི་ཚོ་བཤད་དཔེ་གལ་ཆེན་པོ་རེད་བསམ་གི་འདུག་ད་ར། དེ་འདྲ་ཙམ་པ་མི་རབས་རྒན་པ་ཚོའི་སྐུ་ལས་ཧང་སང་ཡ་ཆེན་པོ་སྐྱོན་ཡོད་རེད། ཨ་ནི་ད་ང་ཚོ་མི་རབས་གཞོན་པ་ཚོའི་ངོས་ནས་ཡིན་པའི་ནས་ད་ཅིག་སྐྱོན་ཡས་ཀྱི་འབད་བརྩོན་གནང་དགོས་རེད། ཨ་ནི་འདི་འདྲས་ཀྱི་པར་ར་འདི་ལ་ཡ་བསམ་བློ་འདི་ཚོ་ཡ་དྲན་གྱིན་དྲན་གྱིན་མ་བྱས་པའི་ན། ཨ་ནི་ཉི་མ་ཅིག་ཡང་ང་རང་ཚོ་ང་རང་ཚོ་འབད། བླ་གྲོའི་ཉེན་ཁ་དོ་ཐོར་གྲོའི་ཉེན་ཁ་དོ་ར། དེ་ནས་འཛུམ་པ་འདི་ཚོ་ལས་ཡ་ལྟ་དངོས་གནས་གལ་ཆེན་པོ་དཔེར་ད་ང་ཚོ་བསམ་བློ་འདི་ཚོ་མཁས་དཔེ་གལ་ཆེན་པོ་རེད་ང་ནི་ག་དུས་ནས་བསམ་གི་ཡོད་ར་ག་དུས་ནས་ཅིག་སོ་སོ་ཞེའུ་ཡིན་ཏེ་ལག་མེད་ཏེ་ག་དུས་ནས་གསུང་གི། དཀོན་མཆོག་གསུམ་སོ་སོ་ད་ང་གཏམ་བརྗོད་འཁྲབ་གོ་རེད་གཏམ་བརྗོད་འཁྲབ་ག་ག་ས་ག་ལ་འགྲོ་གོ་རེད་ཨ་ནི་མི་དེ་ཚོ་གིས་ང་ལ་ལག་གི་འདུག་ད་ཁྱོད་རང། ཅིག་ང་རེ་གྲོགས་པོ་བློ་ཐུབ་དང་འཆམ་པ་དེ་ཚོས་ཁྱོད་རང་དེ་འདྲའི་ཐད་གཏོང་དེ་འདྲའི་སྐད་ཆ་མང་པོ་མ་བཤད། ཁྱོད་རང་ལ་ཡང་རྗེས་མར་གཏམ་བརྗོད་འཁྲབ་ཡས་དང་འདི་འདྲའི་དཀའ་སྡུག་ཙམ་པར་མ་ངུས་གྲོགས་འདྲི་གོ་གི་ནི་རོགས་པ་རག་མ་ཏགས་མི་མང་ངས་ལབ་ཀྱི་ང་མ་ཤེས་པ་བསྡད་ཐུག་མི་འདུག་ལབ་ཀྱི་རེད་ག་ཅིག་ན་ན་སོ་སོ་སེམས་ནང་རྔམ་སྐྲག་ཞིག་དང་བསྡད་མི་རེད་ང་ལ་གཏམ་བརྗོད་འཁྲབ་དུས་ཙམ་པར་ལ་མ་ངུས་དང་རོགས་པ་འདི་འདྲ་ག་ཡས་མ་རག་ན་འདི་ང་ལ་ག་ཡས་སྐོར་ཅིག་གནོད་གོ་མ་རེད་ད། གཏམ་བརྗོད་ཁོ་རང་ནུས་བོར་མི་དངོས་གནས་ལྷག་བསམ་རྣམ་དག་གི་བསམ་བློ་བཏང་ངེས་དེ་ཚོས་རོགས་པ་བྱེད་ཀྱི་རེད་བསམ་གྱི་རུང་ང་ཡོད་ང་ད་ལྟ་བུ་ཚོ་བྱེད་ནི་སླེ་སོང་རོགས་པ་བྱེད་ཀྱི་རེད་ཁོང་གིས་ཁྱོད་དྲུག་རེད་ད་ཡིན་པའི་ནས་ངེད་ཀྱི་གཏམ་བརྗོད་དེ་བཟོ་དུས་བསམ་པ་ལ་ག་དུས་ནས་ད་བདག་རང་རེད་བོད་ནང་ལོ་ལ་དཀའ་ངལ་འདི་འདྲའི་འཕྲད་གོ་རེད་བོད་ནང་ལ་རྒྱ་མིག་གིས་སྡུག་པོ་བཏང་གོ་རེད་བོད་ནང་ལོ་ལ་སྡུག་རྩུབ་བཏང་གོ་རེད་འདི་འདི་ཤེས་གོ་རེད་ད་ང་ཚོ་ཡོད་འདི་ཤེས་བྱེད་ཅི་ནས་འགྲོ་གོ་རེད་ཨ་ནི་མི་མང་གིས་ཨོ་རེད་དངོས་གནས་རེད་བསམ་བྱེད་ཅིག་སྤྲད་གོ་རེད་ད་ང་རང་ལ་དཔེ་བཞག་ན་རེད་ད་དེ་ནང་བཞིན་ད་ཚོགས་པ་ཡིན་ནས་གཞོན་ནུ་ཡིན་ནས་བུད་མེད་ཡིན་ནས་དབུ་མའི་ལམ་ཡིན་ནས་ག་རེ་ཡིན་ནས་ཐ་ན་བཙན་བྱོལ་བོད་མི་ཡིན་ནས་རེད་ང་རང་ཚོའི་བོད་ནང་ལོག་ག་ས་དེ་སློབ་གྲྭ་ཁག་ཡིན་ནས་སུ་ཡིན་ནས་ད་རང་ང་ཚོ་དཀའ་ངལ་ཤེས་སྐོར་ད་བོད་ནང་ལོག་ལ་རྒྱ་མིས་གདུག་རྩུབ་དེ་འདྲས་བཏང་གི་འདུག་ཡིན་ནས་ང་ཚོ་དེ་བཤད་པ་ནང་བཞིན་ད་ང་ཚོ་ཇི་ཐུག་གོ་མ་རེད་ད་རང་མོ་བཤད་ན་ཇི་ཐུག་གོ་མ་རེད་ད་སྐད་ཡིག་སྲུང་སྐྱོབ་ཡིན་བས་ཡིན་ནས་ད་བར་སྐབས་གཅིག་ནས་བོད་ནང་ལོར་སྐུ་ལུས་མེར་སྲེག་བཏང་ཡས་ཀྱི་ལས་འགུལ་དེ་སྤེལ་འགོ་བཙུགས་པ་ནས་བརྗེད་ན་ང་ཚོ་བཙན་བྱོལ་སྤྱི་ཚོགས་འདི་ནང་ལོར་ཡང་སྔོན་ནས་ལས་ཀ་མང་པོ་ཅིག་སྔོན་ནས་བོད་ཡིག་གི་སྐད་རྒྱ་ངའི་ཕྱི་རྒྱལ་ཁག་ལ་ཡོད་པའི་ཕ་མ་ཚོའི་ངོས་ནས་སྔོན་ནས་སོ་སོའི་སྤུ་གོ་ལ་དམིགས་སུ་བཀར་ནས་བོད་སྐད་ཡག་པོ་བསླབས་ཡ་དེ་ཚོ་ཚང་མ་ཧང་སང་ཡས་ཀྱི་དོ་སྣང་ཆེན་པོ་ཅིག་སྤྲད་ཡས་དེ་འགོ་བཙུགས་པ་རེད་ར་དེ་ནས་བརྩོན་པ་ལ་ཡིན་པ་ཡིན་ནས་ད་དུང་ཡིན་པ་ནས་ང་ཚོ་འཐུས་ཤོར་མང་པོ་འགྲོ་གི་འདུག་ང་རང་ཚོ་གིས་བཤད་པ་ལ་དཔག་པའི་ཨ་ནུ་ང་ཚོ་ཇི་ཐུག་གོ་མ་རེད་ར་རང་མོ་བཤད་ན། རྒྱ་མིག་སྤོས་ནག་ལོར་འཇིག་མི་འདུག་ལབ་ཨ་ང་ཚོའི་དེ་མ་བྱིན་ཏེ། བྱིན་ན་གཅིག་པོ་གཅིག་པོ་ཆ་འཕྲོ་ཆ་འཕྲོ་ཇི་ཡོད་ཇི་བོར་འཚམས་འཚམས་ཡོད་ད་ཡིན་མིན་ནས་ད་དེ་ཚོ་ད་འཕྲོད་བཤད་འགྲོ་ཞུ་དྲུག་ཏུ་མང་བོ་བཤད་དེ་ན་ད་དེ་ནས་ད་ངའི་དོན་དག་གཙོ་བོ་འགྲོ་དག་རང་ད་ང་ཚོས་ཟང་ངེ་སིང་ངེ་མང་བོ་ལ་གོ་མ་སྟོན་རོགས་གྱིས་སྤྱི་ཚོགས་ནང་ལོག་ལ་ཡ་སྙོ་ལོག་སྐོར་ལ་བཤད་ཉན་དཔེ་མང་བོ་འདུག་དེ་ཚོ་ལ་ཡ་དོ་སྣང་ཞེ་དྲག་མ་གནང་རོགས་གྱིས་དེ་ཚོ་ལ་དོ་སྣང་གནང་བ་ཡིན་ན་ང་ཚོའི་གི་དིང་གི་སྙིང་རྩ་ཁོ་རང་ལ་གནོད་ཡས་ཀྱི་སྐད་ཆ་དེ་འདྲའི་ཕན་ཚུན་ཕར་ཚུར་འཁོན་འགྲས་བྱ་ཡག་གི་སྐད་ཆ་དེ་འདྲ་ཆོ་མེད་རྒྱུ་དེ་འདྲ་མང་པོ་བཤད་ཀྱི་འདུག་དེ་ཚོ་ལས་ང་ཚོ་ཡིན་གཅིག་མིན་གཅིག་དོ་སྣང་ཡིད་སེམས་མ་གནང་པ་ཡིན་ན་དེ་ཚོས་ཀྱི་གནོད་དཔེ་ཆེན་པོ་སྐྱེལ་ས་རེད། མི་དེ་ཚོ་ཡང་ཆ་འཇོག་ཇི་དགོས་ས་དང་སྤྱི་ཚོགས་ནང་ལོར་ཞབས་ཕྱི་མང་པོ་བསྒྲུབ་ཚུལ་རྒྱབ་དེ་འདྲའི་ཁྱོ་ནི་རེད་མི་འདུག་མི་དེ་ཚོ་ནི་དངོས་གནས་སྤྱི་ཚོགས་ནང་ལོར་ལ་ད་ལྟ་བུ་ཚོ་གཅིག་བྱས་གཅིག་བྱས་ཀྱི་རུང་ག་དགོས་ཀྱི་མི་འདུག་ད་གལ་ཆེ་ཤོས་ག་རེ་ཡིན་ན་སྤྱི་ཚོགས་དྲ་ལམ་ནང་ལོར་སྐད་ཆ་སྒྲོག་བཞིན་སོ་སོར་དངུལ་སྒྲོག་ཅིག་ཡོང་ཁོག་རེ་གཅིག་ལག་གི་ཐོག་ལ་བཏང་སྟེ་དེང་སང YouTube དེ་བ་དངུལ་ཡོང་ཁོག་རེ་རེད་དེ་འདྲའི་ལ་ནི་མི་དེ་ཚོས་དངུལ་རག་ཟིན་འདྲ་བ་དེ་འདྲའི་གི་ཨ་ནི་གཅིག་དམིགས་ཡུལ་སྒྲོག་ཟིམ་ཅིག་ཅེས་ཨ་ནི། བཤད་རྒྱུ་ཡོད་ས་རེད་ཕལ་ཆེར་སྐད་ཆ་མང་ཆེ་ཡོད་ཨ་ནི་སྤྱི་ཚོགས་ལ་བསམ་བློ་དང་ཐོངས་དང་སྤྱི་ཚོགས་ལ་གནོད་ས་རེད་དང་གཅིག་བསམ་ཡས་ཀྱི་བསམ་བློ་ཅི་ཡང་མེད་པའི་ཐོག་ནས་བཤད་ཉན་མང་པོ་འདུག་དེ་འདྲ་འདི་ཚོའི་ཐོག་ལ་ཡང་ཡིན་གཅིག་མིན་གཅིག་ཡིད་གཟབ་ནན་ཏན་གནང་རོགས་རྗེས་རྣམ་པ་ཚོའི་ངོས་ནས་ཡོད་ཨ་ང་ཚོ་གཅིག་དངོས་ནས་ཆབ་སྲིད་ཡིན་དུས་ཙམ་པ་ང་ཚོ་བཙན་བྱོལ་སྤྱི་ཚོགས་འདི་དངོས་ནས་ཆབ་སྲིད་ཀྱི་ཚོགས་པ་དམངས་གཙོའི་གཞུང་ཅིག་རེད་དེ་ཡིན་པས་ནི་དམངས་གཙོའི་གཞུང་དེ་ཚུལ་དེ་བཞིན་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལ་ང་རང་ཚོ་རང་སྣང་གང་ཤར་གྱིས་ཡས་ཀྱི་དམངས་གཙོ་མ་རེད་དེ། ང་ཚོས་ཀྱི་དམངས་གཙོའི་གཞུང་དེ་འགན་འཁྱེར་པའི་ཐོག་ནས་འཛིན་སྐྱོང་བྱེད་པའི་ཐོག་ནས་བོད་ནང་ལོགས་ལ་ཡང་ཅིག་བོད་མི་ཚོ་ལ་ཡང་མིག་དཔེ་ག་འདྲ་ཞིག་སྟོན་གི་འདུག་བོད་ནང་ལོགས་བོད་མི་ཚོ་ལ་ཡང་རེ་བ་དང་ཡིད་ཆེས་བཅོལ་ཡས་ས་ཞིག་ག་འདྲ་ཞིག་བཟོ་གི་འདུག་དེ་འདྲའི་བསམ་བློ་ཅིག་འཁྱེར་བའི་ཐོག་ནས་ང་ཚོའི་གཞུང་དེ་འཛིན་སྐྱོང་དེ་འདྲ་ཅིག་ཨ་ནི་བཙུགས་ཡོད་པ་སོང་ཙང་དེ་ཚོ་ལ་ཡང་ཨ་ནི་ཅིག་ང་ཚོས་ཀྱི།

ད་ལྟ་རིགས་ཀྱི་གྲོས་ཚོགས་དེ་ཚོགས་དུས་ཙམ་པོ་ལ་ལྟ། མཐའ་དོན་འདི་ལ་ད་གྲོས་ཚོགས་དེ་གལ་ཆེ་ཤོས་ད་གྲོས་ཚོགས་དེ་ཚོགས་དུས་ཙམ་པ་སྤྱི་འཐུས་རྣམ་པ་ཚོའི་ངོས་ནས་ཡིན་པའི་ནས་ད་བསམ་བློ་གུ་ཡངས་ཚེ་གཅིག་དང་ཨ་ནི་རྒྱ་ཆེ་ཚེ་ཞེ་གཅིག་བྱས་ད། གཅིག་དངོས་གནས་ད་ད་ལྟ་ལོ་གཉིས་ལྷག་མན་ལོ་གཉིས་ལྷག་ཟེར་རོ་ཞེ་ལྷག་ཡོད་ར་ད་ལོ་གཉིས་མན་ཟེར་རོ་ཞེ་ལྷག་ར་ལོ་གཉིས་མན་ཟེར་ལྷག་ཀྱོ་དེའི་ནང་ལོར་ཡང་ཨ་ནི་གཅིག་དངོས་གནས་ང་ཚོའི་གི་གཅིག་འཛིན་སྐྱོང་དང་ཨ་ནི་བོད་མིའི་གི་སྒྲིག་འཛུགས་གི་ཨ་ནི་དམངས་གཙོའི་ཀ་བ་གསུམ་དེ་ཧྲ་ཐག་ཐག་ཅིག་ཡོང་ཡལ་ཡ་ཨ་ནི་རྣམ་པ་ཚོའི་ངོས་ནས་ཐུགས་བསམ་རྒྱ་ཆེ་ཚེ་ཞལ་གཅིག་ཅིག་འབད་བརྩོན་གནང་རོགས་གནང་ཞིང་ད་ངེད་ཀྱི་རེ་བ་ཞུ་སྐོར་དང་རེ་བ་དཔེ་ཆེན་པོ་ཞུ་སྐོར་དང་ང་ཚོ་ཚང་མས་ཀྱི་བོད་མི་དམངས་ཀྱི་རེ་བ་རེད་ང་གཅིག་པོ་རེ་བ་མ་རེད་འདི་ཡོད་ཨ་འདི་འདྲའི་འཛོམས་པ་འདི་ཚོ་ཨ་ནི་ཅིག་གི་སྤྱི་འཐུས་སྒང་ས་སྒེར་གྱི་ཨ་ནི་ཅིག་གི་ལྟ་བ་ཁྲག་པོ་དང་ལྟ་བ་རྙིང་པ་ཨ་ནི་སོ་སོའི་གྱི་གཏིང་ནས་འདི་ཚོ་ཚང་མ་གྲོས་ཚོགས་ནང་མ་དཔུང་བཅས་ཨ་ནི་བཀའ་མོལ་གནང་དུས་ཙམ་པར་དངོས་གནས་ཡར་རབས་ཚེ་རྗེ་ཨ་ནི་ཅིག་དངོས་གནས་ང་རང་ཚོའི་གྱི་བོད་མི་དམངས་ལ་ཡ་གུ་རྩི་ལྡན་པའི་ཐོག་ནས། ཅིག་ཡོད། བཟང་སྤྱོད་ཀྱི་རྣམ་པ་དེ་ཤུགས་ཆེ་ཚེ་སྟོན་བྱེད་ཅན་ཡིན་གཅིག་མིན་གཅིག་བཀའ་མོལ་གནང་ཡས་ཡིན་པིན་ནི་རེད་དི་བལ་ཡ་ཅིག་དྲི་བ་ཀུན་གནང་དུས་ཡིན་པིན་ནི་རེད་ཡིན་གཅིག་མིན་གཅིག་ཅིག་བལ་ཁོ་རང་ཧ་ལང་མོ་གསུང་ན་རྟེན་འབྲེལ་རྒྱ་དམར་དང་ཁ་བཏེག་བཅར་བྱེད་ཅན་སྐད་ཆ་བཤད་ཀྱི་ཡོད་པའི་རྣམ་པ་ཅིག་སྨྲ་ཤེས་བྱེད་ནི་སོ་སོའི་གི་བཙན་བྱོལ་བོད་མིའི་སྒྲིག་འཛུགས་བོད་ནང་ལོག་གི་བོད་མི་ཚོས་གི་རེ་བ་དང་ཡིད་ཆེས་བཅོལ་ས་རྒྱ་བོ་རིན་པོ་ཆེ་གི་རེ་བ་དང་ཡིད་ཆེས་བཅོལ་སའི་གི་ཨ་ནི་ང་རང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་འདིའི་གི་ནང་ལོག་ལ་ཨ་ནི་ལས་ཀ་བྱེད་ཉན་གི་ཨ་ནི་གར་སེ་འོ་རེད་གཞུང། གཞུང་གི་འཛིན་སྐྱོང་དང་ཨ་ནེ་བོད་སྐོར་ཁྲིམས་བཟོ་ལྷན་ཁང་གཉིས་ཀྱི་བར་ལ་ཡང་ཚོགས་འདུ་ཚོགས་ཀྱི་ཡོད་བསམ་པའི་ལྟ་བ་ཅིག་ཁེབས་པའི་ཐོག་ནས། གཅིག། བཀའ་མོལ་གནང་དུས་འཛམ་བར་གུས་བརྩི་ལྡན་པའི་ཐོག་ནས་གནང་རོགས་གནང། ཕན་ཚུན་ཕར་ཚུར་ཡོད་ཨ། དེ་ཚོ་གལ་ཆེན་པོ་དཔེ་རེད་ཞེ་དངོས་གནས་ཁོ་རང་ཁྱེད་རང་ཚོས་གུས་འདིའི་ནང་ལོགས་ལ་བོད་སྐོར་རག་དེར་ལུགས་ན་བཞིན་སྐད་ཆ་བཤད་ཡོང་དུས་འཛམ་བུ་ལ་བོད་མི་མང་པོ་ཅིག་ལ་སེམས་པ་ལས་བརྡབ་གསིག་འགྲོ་གི་འདུག་ལ་ཨ་ནི། གར་སེ་བོ་རེད། སྤྱི་ཚོགས་ཁོ་རང་གི་ཨ་ནེ་གཅིག་པར་སོགས་རེད་གཅིག་སྒྲིལ་གྱི་ནུས་པ་ལས་རྡོ་ཕོ་ཧང་སང་ཡས་ཀྱི་ཤུགས་ཆེན་པོ་འགྲུག་འདུག་ད་འདི་འགོ་འཛུགས་ས་དེ་གྲོས་ཚོགས་ནས་ཡིན་པ་གྲོས་ཚོགས་འཐུས་མི་ཚོས་གས་མཁྱེན་གྱི་ཡོད་རེད། ད་ལྟ་སྤྱི་ཚོགས་ཟ་ལིང་བི་ལིང་གར་ཆགས་ཡིག་ཆགས་པ་དེ་ཚོ་ཚང་མ་ཨ་ནེ་གཅིག་ང་ནོས་སྒོ་ནས་མ་ཅུང་འགྱོ་ཅིག་རི་མོ་ཞོའི་འོག་ནས་ཡ་ཅུང་འགྱོ་ཅིག་མིན་པ་ཚང་མས་མཁྱེན་གྱི་ཡོད་འདུག་ཙམ་པ་ད་ཅིག་བཟོ་བཅོས་རྒྱག་ཡ་ཡོད་ན་ད་ཅིག་གང་ཟབ་ཟབ་ཅིག་རྒྱབ་སྐྱོར་གནང་ཟེར་ནས་ད་རེ་བ་ཞུ་ཡ་དེ་གལ་ཆེ་ཤོས་ཡིན་དངོས་གནས་གོ་རང་ད་དེ་ཚོ་ཚང་མ་རྣམ་པ་ཚོའི་ངོས་ནས་ཐུགས་བསམ་རྒྱ་ཆེ་བཞེས་པའི་ཐོག་ནས་ཚང་མས་ཀྱི་གོང་དུ་བཀུར་དགོས་ཙི། ཞུ་སྒོར་དང་ཚང་མས་ཡོད། དེ་འདྲའི་འཛུལ་པོར་གུས་བརྩི་ཞུས་པར་དཔག་པའི་རྣམ་པ་ཚོའི་ངོས་ནས་ཡིན་པས་ནི་མི་དམངས་ལ་ཡག་ཅིག་ངོ་ནས་མཐོང་ཅིག་གནང་རོགས་གནང་ཞེས་ད་རེ་གུས་ཞུ་བའི་ད་ག་རང་རེད་ད། འཛིན་སྐྱོང་ཡིན་ཡིན་པས་ནི་རེད། དེ་བས་ད་ཁོ་རང་གྲོས་ཚོགས་ཡིན་པས་ནི་རེད་ད་ཁོ་རང་གཉིས་ཅག་གིས་ད་ད་རེས་ཀྱི་གྲོས་ཚོགས་དེ་ཚོགས་པའི་སྐབས་ལ་ཡང་ངོ་ནས་བཀའ་མོལ་ལྷུག་པོའི་ཐོག་གནང་པའི་ཐོག་ནས་ཅིག་ངོ་ནས་ཕར་ཚུར་ཅིག་ཞེ་འགྲས་འཁོན་འགྲས་བཞི་པོ་ཡོད་པ་འདྲ་བོ་བས་ད་ཁོ་རང་ཕར་ཚུར་བཀའ་མོལ་གནང་འདོད་འཛོམས་པ་ཐལ་ཆ་ཆེ་དྲགས་པས་ན། དེ་གི་སྤྱི་ཚོགས་ཁོ་རང་གང་ཟག་ལ་བརྡབ་གསིག་ཤུགས་ཆེན་པོ་སྤེལ་འགྲོ་གི་འདུག་དེ་ཚོའི་ཐོག་ལ་ཡང་ཡིན་གྱི་མི་འཇིགས་ཨན་རྣམ་པ་ཚོས་ཀྱི་ཡིད་གཟབ་ནན་ཏན་གནང་པའི་ཐོག་ནས་ད་གྲོས་ཚོགས་དེ་བཀྲ་ཤིས་པ་དོན་གྲུབ་པ་ཅིག་གི་ཐོག་ནས་ཨ་ནི་ང་ཚོ་གྲོས་ཚོགས་གྲོས་གྲོལ་དུས་འཛམ་བུ་བོད་ཀྱི་མང་གཙོའི་ཀ་བ་གསུམ་ལྡན་ཡོད་པ་དེ་མ་ཡིན་པའི་ལྷན་ཁང་ཚང་པ་ལ་བཀའ་བློན་ཡོད་པ་དེ་འདྲ་བྱུང་པ་ཡིན་ན་ད་ད་ཧང་སང་ཡས་ཀྱི་བཀྲ་ཤིས་པ་དོན་གྲུབ་པ་རྐྱང་རྐྱང་འབྱུང་དགོས་ར་བ་ད་དེ་འདྲའི་ཅིག་འབྱུང་ཡ་ལ་ཡ་ཨ་ནི་ཅིག་རྣམ་པ་ཚོས་ཚང་མས་ངོས་ནས་ཨ་ནི་ཅིག་གུ་བཤངས་ཀྱི་ཐོག་ནས་བསམ་བློ་བཏང་ཅིག་བྱ་ཨ་ནི་ཅིག་ཁྱེད་རང་ཚོ་ཕྱི་ལོག་ལ་འཆམ་པོ་ཡོད་ནང་ལོག་ལ་འཆམ་པོ་མེད་ས་ཧ་ལམ་མ་སོང་བོད་རྩ་དོན་ལ་ཞི་བུ་ལས་ཀ་ཅིག་ཡོད་ཡོད་སྟོན་དུ་གནང་ཨ་ཡིན་པིན་ནས་གནང་དགོ་ཡ་དེ་ཨ་ནི་ཅིག་དོན་ལ་ཕབ་པ་དེ་མ་བྱུང་དུས་བསམ་པ་ཨ་ནི་དཀའ་ལས་དཔེ་དུ་ཨ་ནི་དེ་ཚོའི་ཐོག་ལ་ཡ་ཡིན་ཅིག་མིན་ཅིག་ཡིད་གཟབ་ནན་ཏན་གནང་རོགས་གནང་ཞེས་ནས་ད། རེ་བ་ཆེན་པོ་གཅིག་ཞུ་གི་ཡོད་རྣམ་པ་ཚོའི་ངོས་ནས་འདི་ལ་དོ་སྣང་ཡིན་གཅིག་མིན་གཅིག་གནང་རོགས་གནང་ཞུས་ཡིན་ར། ད་དེ་ནས་མི་མང་པོ་ཞིག་ད་དེ་ང་རང་གི་བསམ་ཚུལ་འདྲ་བོ་དེ་དེ་རིང་གཅིག་བཤད་དགོས་བསམས་སོ་ར། ད་དེ་གྲོས་ཚོགས་སླེ་འགྲོ་ཡོད་དུས་དེ་རིང་དམངས་གཙོའི་དུས་ཆེན་ཡིན་དུས་གཅིག་སོ་སོའི་དུས་ཚོད་བཟང་པོ་དེ་འདྲའི་གཅིག་ལ་སོ་སོའི་སེམས་ཀྱི་ནང་ལོག་གི་ཚོར་བ་དེ་གས་ཚང་མ་གཅིག་བཤད་པ་ཡིན་ན། ཨ་མང་པོ་ཅིག་ལ་ཡར་འཕེན་མ་ཐོབ་ཡིན་ནའི་སྣོད་ལྟ་རྒྱ་དོ་ཁོ་མ་རེད་སེམས་གོ་དེ་ར་ཨ་འདི་འདྲའི་འདི་འཛོམས་པ་ལ་ད་སྐབས་སུ་ཞུ་འདོད་བྱུང་ཨ་རྣམ་པ་ཚོ་ཚང་མ་ཨ་ནི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན་ཨ་འདི་ནང་ལ་ཡ་གཟི་ངའི་ཨོ་སི་འདུག་ཨ་ནི་ཨོ་ངའི་སྐད་ཆ་དེ་ཚོ་ཆོ་ཡོད་པ་འགྲོ་བ་དུས་སུ་ཐོངས་པ་ཡིན་ཨ་ནི་བརྒྱུད་བསྐུར་མང་ཙི་གནང་རོགས་གནང་ཞུ་ཡ་ཡིན་ཨ་ནི་འདི་བ་ལ་ཡ་ང་རང་ཚོ་མི་མང་ཚོ་ལས་གུས་སྤེལ་གནང་མཁན་མང་པོ་ཅིག་ཕེབས་ཀྱི་འདུག་ཨ་ཁྱེད་རྣམ་ཚོ་ཡིན་པ་ཡིན་ནའི་དེ་ཡར་ཕེབས་པའི་སྐབས་ལ་ཡ་ཐུགས་བསམ་རྒྱ་ཆེ་བཞེས་པའི་ཐོག་ནས་དངོས་གནས་ད་དངོས་གནས་ང་ཚོའི་བཙན་བྱོལ་བོད་མིའི་སྒྲིག་འཛུགས་འདི། གཅིག་ཚགས་ཚུད་པོ་གཅིག་དང་མང་གཙོའི་ཀ་བ་གསུམ་ལྡན་གྱི་ཞུགས་འབུད་བདག་པོ་ཆགས་ཡས་ཀྱི་རེ་བ་དང་ཡིད་ཆེས་ཅིག་སྐྱེས་པའི་ཐོག་ནས་ཨ་ནེ་ཅིག་གིས། བོད་ཆོས་གོང་དུ་ཞུས་ཚར་ཡིན་ད་འདི་ང་ཡང་བསྐྱར་ཞུ་འདོད་བྱུང་ཨ་ནེ་ཅིག་གིས། སྤྱི་འཐུས་བཞི་བཅུ་ཞེ་ལྔ་ཚང་མ་ལ་ཡང་རེ་སྐུལ་བཏང་སྙོམས་ཀྱི་ཐོག་ནས་གནང་རོགས་གནང་རེ་སྐུལ་བཏང་སྙོམས་ཀྱི་ཐོག་ནས་ཞུ་རོགས་གནང་རེ་སྐུལ་བཏང་སྙོམས་ཀྱི་ཐོག་ནས་ལས་འགུལ་སྤེལ་རོགས་གནང་ཞུས་ཡིན་ར་ཨ་ནེ་ཅིག་གིས་ཕྱོགས་གཅིག་ལ་སྡུག་ཅག་བཞི་པོ་ལབ་ཉེན་དེ་འདྲའི་མང་པོ་ཞིག་ད་ལྟ་དེ།

གྲུབ་ཕན་ཡོད་མ་རེད་ཨང། འདི་འདྲའི་ནི་རྩོམ་པ་ལས་དོན་གྲུབ་ཡས་མེད་པའི་སྒང་ལ་བར་ཆད་ཆེ་རོགས་རེད་ལ་བརྡབ་སིལ་ཆེ་རོགས་རེད་ཨང་འདི་ཚོ་ཐུགས་བསམ་རྒྱ་ཆེ་བཞེས་ཀྱི་རེད་བསམ་གྱི་འདུག་རྣམ་པ་ཚོ་ཚང་མ་དངོས་གནས་ཤེས་ཡོན་ཆུ་ཚད་ལྡན་པ་དང་ཉམས་མྱོང་ཚད་དང་ལྡན་པ་རྐྱང་རྐྱང་ཡིན་དུས་འཛམ་པ་ལ་ཞུ་གི་རེད་བསམ་གྱི་འདུག་ཨང་ད་ག་རང་གནང་རོགས་གནངས་ཨང་རྡ་རམ་ས་ལ་ལ་བསྡད་ཉན་མི་ཅིག་ཡིན་པའི་ཚང་ནས་འདིའི་གཡས་གཡོན་དུ་བར་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་གཡས་གཡོན་དུ་བ་ཟང་གི་སིང་གི་མང་པོ་བྱུང་དུས་བསམ་པ་ལ་སེམས་པ་སྐྱིད་པོ་ཞེ་དྲག་མི་འདུག་སྙིང་རྗེ་ད་ང་ཚོ་ད་དྲིག་འགྲོ་གི་འདུག་དགོང་ནས་བོད་ནང་ལོག་ཡོད་རྒྱུ་བོད་པ་དེ་ཚོ་ག་རེ་རེད་བསམ་ཡོང་རྒྱ་མིས་ཡང་བོད་ནང་ལོག་ལ་ཡ་ད་ལན་ལོག་པོ་ར་ཅིག་ག་རེ་སྤེལ་ཡོང་བསམ་པའི་སེམས་ཁྲལ་ཞིབ་སྐྱིད་འདུག་དགོང་ནས་བོད་ནང་ལོག་བོད་མི་ཚོ་ལ་ཡ་ད་ཅིག་ཡང་སེམས་ལ་དཀའ་ཚེགས་དཀའ་ངལ་འཕྲད་འགྲོ་རྒྱ་མིས་གསང་རྒྱུ་ག་རེ་ར་ཅིག་བཟོས་ནས་ཁོང་ཚོ་ལ་དྲན་པས་ཅིག་ཡོང་བསམ་པའི་སེམས་ནང་སེམས་ཁྲལ་ཞིབ་འདུག་ཨོ་འདི་གི་སེམས་ཁྲལ་འདི་ཨ་ནི་ཆེ་ཤོས་དེ་རེད་ཤག་འདི་འདྲས་འདུག་ཨ་ནི་ཁ་ནས་རང་ཤིང་ཤོར་འགྲོ་གི་འདུག་ད་ཅིག་ནས་སོ་སོ་བོད་ནས་སླེབས་ཡོད་རེད་སོ་སོའི་ཕ་མ་ཡིན་ནའི་བོད་ནང་ལོག་དེ་མ་ཡོག་རེད་མི་སྐྱ་ཡིན་ནའི་བོད་ནང་ལོག་ཡོག་རེད། འདི་མ་ཡིན་པའི་མི་མང་པོ་ཡོད་ར་ཨ་ནི་འདི་འདྲ་ཡིན་དུས་བོད་ནང་ལོ་འབོད་པ་ཚོད་དགོས་ད་ཉན་མ་ཡིན་པའི་འདི་རེ་བ་ཧང་སང་ཡག་ཆེན་པོ་བཅོས་གོག་རེད་བཙན་བྱོལ་སྤྱི་ཚོགས་ལ་ད་དེང་སང་ཡིན་པའི་འདི་རེ་བ་མ་བཅོས་ཉན་ཡོད་མ་རེད་ད་བཅོས་ཉན་ཡོད་ལྷག་ཡོད་རེད་མང་པོ་ལྷག་ཡོད་ར་དེ་འདྲ་ཡིན་དུས་བདེན་རྫུན་སེམས་པ་གསལ་བ་ཡིན་ན་ཨ་ནི་ཉིན་མ་གཅིག་ཆོ་མེད་གྱོ་ཆགས་ས་རེད་བསམ་གི་འདུག་ར་ཨ་ནི་འདི་ཡིན་གྱི་མིན་གྱི་རྣམ་པ་ཚོད་ཐུགས་ལ་ཞལ་རོ་ན་ཐུགས་རྗེ་ཆེ། དེ་རིང་གི་དམངས་གཙོའི་དུས་ཆེན་ཚང་མ་ཁ་ཤས་ད་ལྟ་གཏང་རྒྱུ་རེད་གཏང་གྲོགས་ཡོད་རེད་ད་ནུབ་ཕྱོགས་རྒྱལ་ཁབ་ཁག་ཡིན་ན་ནི་ད་ཨོ་སི་ཀྲུ་ལི་ཡ་དང་དེ་བ་ཡིན་ན་ནི་བལ་ད་གཏང་བྱེད་བྱེད་ནག་གུང་བའི་ཆ་ཚ་རེད་ད་ང་ཚོ་དེ་བ་ལ་ཡ་ད་གཏང་བྱེད་བྱེད་ཆད་ག་ཚོད་རྫོགས་བཞག་ད་རང་ཞོགས་གས་ད་ད་སྲིད་སྐྱོང་ངས་ད་ཅི་དགོངས་དུ་ཞུ་ཡིན་སྲིད་སྐྱོང་གི་ད་ད་བཀའ་ཤག་གི་གསུང་འཕྲིན་གནང་པའི་སྐབས་ལ་ཡིན་ན་རྒྱལ་བ་རིན་པོ་ཆེ་གི་ད་ད་ལྟ་བོད་བཟོ་ངོ་ནས་ཞི་བདེ་བསྐྲུན་ཡ་རེད་ཆོས་ལུགས་ཀྱི་ཐོག་ནས་རེད་དེ་འདྲའི་གི་ཐོག་ལ་ཡ་ད་བཀའ་མོལ་རྒྱ་བོ་རིན་པོ་ཆེ་གི་ཨ་ནི་ཅིག་མཛད་པ་གཙོ་བོར་ཟིན་པའི་ཐོག་ནས་བཀའ་སློབ་ཟབ་ཞིང་རྒྱས་པ་གནང་སོང་དེ་འདྲ་ཡིན་དུ་བསམ་པ་བཀའ་སློབ་འདི་ཨ་ནི་ཅིག་ང་ཚོས་གི་ད་ད་ཨེ་སི་ཏྲོ་ནི་ཡ་གི་གྲོས་ཚོགས་གི་ད་གར་ས་བོ་བོད་དོན་གི་ཨ་ནི་འབྲེལ་མཐུད་ཚོགས་པ་རེད་དེ་ཁོ་ན་ཚོ་དེ་སྐུ་མགྲོན་ཚོ་ལ་ཡ་ཨིན་ཇིའི་ཐོག་ལས་གསལ་བཤད་གནང་སོང་འཛམ་བུ་གླིང་ལས་གསལ་བཤད་གནང་ཡ་རེད་ད་དེ་འདྲའི་གི་ཨ་ནི།

ཏན་ཏན་ཡོང་ས་མ་རེད་པས་ར་ང་རང་ཚོ་བསམ་བློ་བཏང་བ་ཡིན་ན་ད་ཅིག་ང་རང་ཚོ་ནང་ཁུལ་ལ་ཕ་རེད་ཕི་གི་དྲིག་རེད་ཕི་གི་རྣོ་རེད་བཞི་བོ་གཅིག་བེད་དུ་འཁོར་རོགས། དགྲ་བཞི་བོ་གཉིས་ཕ་ཚོ་ཐུག་ཡིན་སྟོན་ཐོག་སྐད་ཆ་བེད་དུ་འཁོར་རོགས་སྡུག་རི་སྡུག་རྩེ་ཤེས་རེ་རྩེ་དེ་ཨ་ནི་འཛམ་བུ་གླིང་འདི་ཡ་ད་ང་ཚོའི་གི་ད་ཅིག་གར་སོག་རེད། ཁྱབ་བསྒྲགས་འདི་ནང་དུ་བསམ་ན་ད་ང་རང་ཚོ་ད་ག་རང་རོགས་ད་ཅིག་རྒྱལ་བ་རིན་པོ་ཆེ་གི་མཛད་འཕྲིན་ད་འདི་གའི་ཆ་ཚང་ད་ང་ཚོའི་ངོམ་སོ་ཡོད་ངོམ་ཡས་ཡོད་ན་མེད་ན་རྒྱལ་བ་རིན་པོ་ཆེ་གི་ངོམ་ཨ་ནི་ང་ཚོ་བཀའ་ཤག་གི་གསུང་འཕྲིན་ཡིན་ནི་རེད། དཔེ་ཆ་འགྲོས་ཚོགས་ཀྱི་གསུང་འཕྲིན་ཡིན་ནི་རེད། འདི་གས་ཚང་མ་ཅིག་ད་ང་ཚོ་གསུང་འཕྲིན་འདི་འདྲ་ཅིག་བཀའ་སློབ་ཟབ་ཀྱིན་རྒྱས་པ་འདི་འདྲ་ཅིག་ང་རང་ཚོ་མི་མང་ལ་རག་ཡོད་རེད། མི་མང་ཚོའི་ངོས་ནས་ད་དངོས་གནས་ང་ཚོའི་གིས་ད་གར་སེ་བོ་རེད། བླ་མེད་ཀྱི་ད་གི་ཚེ་ཅིག་ཨ་ནི་འཛམ་བུ་གླིང་ལི་ཡ་ཞི་བདེ་བསྐྲུན་ཡོད་ལི་ཡ་སྐུ་ལས་ད་གི་ཚེ་སྐྱོན་གི་འདུག་ད་ང་རང་ཚོ་ནང་ཁུལ་དུ་ཡོད་ད་ཞི་བདེ་འདི་ཚ་ཚེ་བདེ་གོ་བསམ་པའི་བསམ་བློ་དེ་ཡིན་གཅིག་མི་གཅིག་ཉར་རོ་ནང་བཞིན་ད་རེ་བ་ཞུ་ཡོད་ར་དངོས་གནས་འོ་རོང་ད་ཅིག་རྒྱལ་བོའི་མཛད་པ་འདི་འཛམ་བུ་གླིང་ན་ང་ཚོ་ཁྱབ་བསྒྲགས་ཞི་བོ་འགྲོ་བས་ནས་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལོ་རེའི་ཟླ་གཅིག་བོད་པ་ནང་ཁུལ་ཡ་རྦད་དུ་ཁོ་རང་ཁྱོད་བཞིན་ང་ཟུན་གྱི་ལྟ་བ་ཡོད་པའི་དྲོ་རྦད་ཁོ་རང་སྐད་ཆ་སྡུག་ཅག་ཞིའུ་དང་འདྲའི་བཤད་རེས་དེ་དེ་བས་ན་རྒྱལ་བོ་རིན་པོ་ཆེ་ཁ་ནས་དོན་ནི་དོན་ཡས་ལས་ངོ་ཚ་ཡས་དེ་འདྲ་དང་རྒྱལ་བོ་རིན་པོ་ཆེ་ཡར་མར་ཆིབས་བསྒྱུར་གནང་བའི་སྐབས་ལ་མཇལ་ཁ་ལ་འགྲོ་ཡས་ལས་ངོ་ཚ་ཡས་འགྲོ་གཅིག་སོ་སོ་སོའི་སེམས་ནང་གི་བསམ་གི་རེད་ར་དེ་འདྲའི་བསམ་དེ་བས་ན་ཆོ་མི་འདུག་ར་ང་ཚོ་མ་རེད། ད་ནི་ཕྱི་རྒྱལ་ཁག་གི་ཞུ་སྙན་ཚོགས་དངོས་གནས་བརྒྱ་ཆ་དགུ་བཅུ་དགུར་དགུ་ཧང་སང་ཡག་གི་ད་དངོས་གནས་འབུད་དོན་རྩ་དོན་ཚང་མའི་ཐོག་ལ་ཡག་ཕྱག་ལས་ཧང་སང་ཡག་པོ་གནང་གོ་རེ་ད་ཡིན་མིན་ནས་བརྒྱ་ཆ་གཅིག་གཉིས་གཅིག་བེད་ཁོ་རང་ད་ཕྱི་རྒྱལ་སླེབས་པ་དང་ཞེའུ་ཅིག་རེག་གོ་མེད་ཇི་ཐོན་གོ་མེད་ལྟོ་ལྟོ་ཅི་ནས་སྤྱི་ཚོགས་ནང་ལོ་ཡ་གྲ་མ་འདྲ་བཤད་བེད་ག་རེ་འདྲེན་ཚད་ག་རེ་ཐོས་ཚད་བཤད་ཅིང་སྤྱི་ཚོགས་ཟ་འབྲུ་འབུ་འབྲུ་བཏང་ཉེན་མི་མང་པོ་དོ་ཁྱེད་རང་ཚོ་ཚང་མ་ཡིན་མིན་ནས་ད་དངོས་གནས་གཟབ་གཟབ་འགྲོ་ཞེ་ན་རྒྱ་བོར་མི་བྱེད་དངོས་གནས་ཐུགས་ལ

མི་མང་བརྒྱ་ཆ་དགུ་བཅུ་གུར་གུར་ཆམ་ཐག་གཅོད་ཡོད་རྒྱུ་དེ་གས་ཚང་མ་ཁྱེད་རང་ཚོས་གི་དགྲ་བཀྲུ་བུ་བཀྲུ་བཏང་ཡས་འཆར་གཞི་ཞིའུ་བཏིང་གི་འདུག་དམིགས་ཡུལ་ག་རེ་ཡིན་མིན་ཧ་གོ་མེད་རྒྱབ་ལྗོངས་ཀི་དམིགས་ཡུལ་ཡིན་མིན་ནས་བྱེད་སྟངས་དེ་ཚོ་ད་ལྟའི་ཟམ་བཞག་ན་ཡག་པོ་ཡོག་རེད་བསམ་པའི་སོ་སོའི་གི་རེ་སྒུག་ཞུ་གི་ཡོད་ད་ཁྱེད་རང་ཚོ་ད་ཕེབས་པ་ཚོ་བསྒྲིགས་ཐག་གཅོད་རྒྱག་ཐག་གཅོད་ཡོད་ན་སོ་སོ་ཚོ་སྐད་སྐྱིའུ་ཅིག་འདེ་སྔོན་ནས་སྤྱི་ཚོགས་ལ་ཡ་ཇུས་དོགས་ཞི་དྲག་བྱེད་གི་མ་རེད་ག་ཅེ་ན་ནི་ཁྱེད་རང་ཚོས་ཕན་ཐོག་ཡ་ག་གུ་བརྗོད་མ་ནུས་ཀྱི་ཡས་མ་ཞོན་མ་རེད། ད་དེ་མི་མང་མང་ཆེ་གི་ཁྱེད་འདྲ་ཁྱི་མདོག་ཁོ་རེ་ང་རང་ཚོ་མི་མང་ཚོའི་ངོས་ནས་ཕན་དགོས་ད་ཁྱེད་རང་ཚོ་ལ་རོགས་པ་ཅིག་རྒྱབ་སྐྱོར་བྱེད་མཁན་བརྒྱ་ཆ་གཅིག་ལྔ་དྲུག་ཚོ་རུ་ཞུས་ཀྱི་རེད་ད་དེ་ཚོ་ལ་ཁྱེད་རང་ཚོ། ཡང་ཁྱེད་རང་ཚོ་དངུལ་སྤྲོད་ས་ཡ་ཆེད་དུ་སྤྱི་ཚོགས་ནང་ར་ལང་ཆ་ལང་སྤྲོ་བཤད་འདི་ཡོད་ན་ནི་ཡང་ཏིས་ཟབ་ཟབ་མ་གནང་ན་འདི་གི་དངོས་གནས་སྤྱི་ཚོགས་ལ་དངོས་གནས་གནོད་ཀྱི་ཡོད་དོ་ར་ནི་འདི་ཚོ་བཤད་ཉན་མང་པོ་འདུག་དེང་སང་མི་ཕལ་ཆེར་བཅུ་གྲངས་ཞིག་འདུག་ད་ཡོད་ཅིག་གྲངས་མ་འདྲ་བཤད་དེ་ངན་དེ་འདྲ་ཡོད་ཨ་ནི་འདི་ཚོ་བས་ཐོག་རང་སྤྱི་ཚོགས་དཔེ་གནོད་ཀྱི་ཆེན་པོ་སྐྱེ་གི་འདུག་ད་ཁོ་ཚོས་ཡོད་དཔེ་ཁོ་རང་ཞི་བོ་ཅིག་ཡིན་འདུག་ང་རང་ཚོ་མི་མང་ཚོའི་ངོས་ནས་ཁོ་ཚོའི་སྐད་ཆ་དེ་ཚོ་ཞེ་དྲག་མ་ཉན་ཕན་ཐོག་ཅེས་མོ་གནོད་སྐྱེལ་མོ་ཞུ་ཡོད་ཨ་ནི་ཅིག་རྒྱལ་བ་རིན་པོ་ཆེ་གི་བཀའ་སློབ་བཀའ་དངོས་གནས་ཁོ་རང་རྩིས་ངན་སྦྱིན་པ་ཡིན་ན་ཁོ་ཚོའི་སྐད་ཆ་ལ་རྒྱལ་བ་རིན་པོ་ཆེ་གི་བཀའ་ལ་རྩིས་ཡས་ཀྱི་སྐད་ཆ་རྐང་རྗེས་ཡོད་མ་རེད་ད་ཚང་མོ་གནོད་སྐྱེལ་ཡས་ཀྱང་ཀྱང་དང་སྤྱི་ཚོགས་དཀྲུག་ཡས་ཀྱང་ཀྱང་སྐད་ཆ་མ་ཞུ་ཡོད་མ་རེད་ཁོ་ཚོའི་སྐད་ཆ་ལ་ཡོད

འཛིན་སྐྱོང་ཅིག་བཙུགས་གྲོས་ཚོགས་ཅིག་བཙུགས་དམངས་གཙོའི་གཞུང་རྒྱ་བོ་རུམ་བཞི་བོར་བཀའ་སྲུང་སྤྱི་དྲུག་གི་བརྡ་མདོ་ཕོ་ཚོ་མི་རབས་རྒན་པོ་ཚོས་གུ་འགྲོ་དེར་མ་རེད། ང་རང་ཚང་མའི་ཧ་གོ་གོ་རོགས་ར། ཨ་ནེ་ཅིག་གིས། དེང་སང་སྤྱིར་བཏང་ནས་ད་ཅིག་མདོ་སྟོད་ཀྱི་ནང་ལོར་ཡ། སྐད་ཆ་ཅིག་དངོས་གནས་གོ་རང། ང་ཚོ་དབུས་གཙང་དེ་ཚོ་མིང་པར་མ་ང་ཡོད་ཚོད་ཙམ་པ་ཨ་ནེ་མདོ་སྟོད་དེ་ཚོ་མ་དཔེ་ཡས་ཀྱི་ཐབས་ཤེས་ཅིག་འདུག་དགོངས་ཉེས་མང་པོ་ཡོད་སར་ཁ་ཤས་ད་དེ་ཚོ་གར་ཅིག་ན་སྤྱི་ཚོགས་དཀྲུགས་ཤིང་རྒྱག་མཁན་དེ་ཚོས་བཤད་ཡ་མང་དྲགས་ནས་དེ་ཚོ་རེད་དེ་འདྲུ་ཁྱོད་ནི་མེན་པ་དེ་ཁྱེད་རང་ཚོས་ཧ་གོ་བ་ཅིག་རེད་དུས་ནི་ར་ད་ད་པོ་ཚོ་ཁྱེད་རང་ཚོ་སྡུག་ཉམས་ཤིག་གནང་ད་ར་དྲང་པོ་བཤད་ན་ད་ཅིག་མདོ་སྟོད་ནང་ལོར་ང་རང་ཚོ་གཞོན་སྐྱེས་མང་པོས་ར་མིག་སད་གི་ད་དེ་ཚོ་དཔེ་གལ་ཆེན་པོ་ར་ང་ཚོ་གཅིག་སྒྲིལ་གི་བསམ་བློ་ཁེ་ཡ་དེ་ཡོ་ག་ཅིག་གནང་ན་མདོ་སྟོད་ནང་ཁྱེད་རང་སེ་ན་མི་རབས་རྒན་པ་ནས་ཅིག་ད་ད་པོ་ཚོ་དངོས་གནས་སྤྱི་ཚོགས་དཀྲུག་ཤིང་རྒྱ་རྒྱོད་དེ་ཚོ་དཀྲུག་གོ་ར་མ་ཞུ་མི་འཇོན་པ་ཅིག་ཡོད་ན་ཚང་མས་གིས་དངོས་གནས་གོང་དུ་བཀུར་ཅིག་ཅིག་ད་ད་པོ་ཚོ་སླེ་ཡོ་ར་ད་ང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་འགྲོ་བ་ཡིན་པའི་ནས་དངོས་གནས་གོ་གནས་མ་བརྩི་གི་ད་ད་ད་ད་པོ་ཚོ་གོང་གི་དབུ་ཁྲིད་ཚང་མ་ཁང་པའི་རྐྱང་རྐྱང་གནང་ཡོ་ར་ད། དེ་ཚོ་ཚང་མ་མི་འདྲའི་དབུས་གཙང་མི་མང་གིས་རེ་བ་དང་ཡིད་ཆེས་དགུ་རྩི་ཞུས་པའི་ཐོག་ནས་ད་ལྟ་ཕུ་ཚུ་དེ་ག་རང་འགྲོ་བསྡད་ཡོད་རེད་ད་དབུས་གཙང་མི་མང་མར་ཨ་མདོ་ཨ་མདོ་ད་ད་ཞེ་དྲག་མང་པོ་ཡོད་མ་རེད་སྟེགས་སོང་ཞུས་ཡོད་མ་རེད་ད་མང་ཆེ་དབུས་གཙང་མི་མང་རེད་ཨ་འདི་མིན་པའི་ཁམས་པ་རེད་དེ་འདྲས་ཚོད་པ་ལ། ང་ཚོ་འགོ་བཙུགས་དུས་ནས་ད་ད་ད་བཀའ་ཤག་དང་པོ་བཙུགས་དུས་ནས་གཅིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པ་ནས་ཅིན་ད་དུག་སི་ཡར་ད་ད་ཁྱེད་རང་ཚོ་ཉམས་ཞིབ་གནང་ད་གེ་གོ་གེ་འདྲི་ཁེ་ཉེན་མང་ཆེ་ཁམས་པས་ཁེངས་ཡོད་རེད་འབྱོན་པོ་སུ་ཡིན་ནས་དེ་ལ་ཡིད་ཆེས་བགྱིས་ནས་འགྲོ་དེ་ཚང་མ་ཡོད་དེ་འདྲའི་བཙོན་པ་ལ་སུ་གཅིག་གིས་དཔལ་དུ་ཁམས་པ་ལ་བསྙབ་སྤྱོད་བཤད་གཏིང་ནས་སེམས་ཅི་ཡིན་དེ་འདྲ་ཡོད་མ་རེད་ད་དེ་ཚོ་སྤྱི་ཚོགས་དཀྲུག་ཉེན་ཁ་ཤས་ཀྱི་མི་འདུག་ཨ་འདྲ་མ་འདྲ་བཤད་དེ་དུས་བཙོན་པ་ལ་གཞོན་སྐྱེས་མང་པོ་ཅིག་གི་སེམས་ནང་ལོར་ཡང་དེ་ཚོ་དངོས་གནས་མིན་འགྲོ་བསམ་པའི་བསམ་བློ་ཡོང་སྲིད་ར་ར་དེ་ཚོ་ཡིན་པས་ནས་ཡིན་གཅིག་མིན་གཅིག་ཡིད་གཟབ་ནན་ཏན་གནང་དགོས་རེད་ད་རམ་ས་ལ་འགྲོ་བ་ཡིན་དུས་ང་ཚོས་ད་ཁམས་པ་ཨ་མདོ་དབུས་གཙང་རེད་ཡོད་མ་རེད་ད་ག་བ་ཡིན་ནའི་སྙན་པོ་འཛོམས་ག་བ་ཡིན་ནའི་སྙན་པོ་ཟེར་འཆམ་ཐག་ཆོད་ཡོད་རེད་འདི་མ་ཡིན་པའི་ད་གཞིས་ཆགས་སློབ་གྲྭ་ད་བེ་ཞང་ཕྱི་རྒྱལ་ཁ་ལ་ད་དེ་བས་ཀྱང་དུ་བ་ར་ལ་ཅིག་གི་ག་བ་རེ་ཡིན་པ་ཡིན་ནའི་ད་ལས་ཀ་ཚང་མ་མཉམ་རུ་འཇིག་ད་སྤྱི་ཚོགས་དཀྲུག་ལྟེ་གཉན་ཁ་ཤ་ཨིན་དྲའི་ཡོད་དུས་ཙམ་པ་དེ་ཚོ་ཀླད་པའི་ནང་ལ་ཡིན་གཅིག་མིན་གཅིག་མ་རྫུས་པའི་བྱི་རོ་རྗེས་སུ་ཤོད་ཡོད་ར་ལ་ཅིག་དམིགས་བསལ་གྱི་གདན་ས་ཁ་ལ་ཡོད་ཉེན་རྐུ་ཤོག་ཚོ་ཡིན་པ་ཡིན་ན་ད་སྤྱི་ཚོགས་ཀྱི་དགྲ་ལམ་ནང་ལོར་ཡ་གྲགས་མ་གྲགས་བཤད་ཡས་དེ་ཚོ་མང་པོ་ཞིག་ར་མ་སེང་ཁྱེད་རང་ཚོ་ཡ། དེ་ཚོ་ཞེ་དྲག་སེམས་ཀྱི་ནི་ཁྱེད་རང་ཚོ་སེམས་པ་འཁྲུག་རོགས་རེད་མ་ཤོག་ཞིམ་པ་ཕན་ཐོགས་ཡ་ཅེས་མ་དེ་ཚོ་གནོད་སྐྱེལ་རོགས་རང་རེད་ད་དེ་ཚོ་ཡོ་དེ་ཚོ་ཡིན་གྱི་མིན་གྱི་ཨ་ནི་གལ་ཆེན་པོ་འགྲོ་གི་ཐོངས་རྗེས་ཅན་ང་དེ་རིང་མ་ཞུ་ཀ་མེད་བྱུང་སོང་ཨ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན།